ལྷན་རྒྱས་སྐུ་ཁམས་བཟང། ད་ལྟའི་བཀའ་ཤག་ངོས་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་ལོ་དེ་དགེ་བའི་བཀའ་དྲིན་རྗེས་རིང་གི་ལོ་རུ་སྲུང་བརྩི་ཞུས་ཡོད་ལ། དེའི་ཆེད་དུ་ད་བར་མཁས་པའི་གཏམ་བཤད་དང་དཔེ་དེབ་དཔར་བསྐྲུན་ལ་སོགས་པའི་ལས་གཞི་མི་ཉུང་བ་ཞིག་བརྩམས་ཡོད། དེ་རིང་ང་ཚོའི་གླེང་མོལ་ལས་རིམ་དེའི་ནང་བོད་མིའི་སྒྲིག་འཛུགས་ཀྱི་དཔལ་འབྱོར་བཀའ་བློན་ཀ་མེ་ཤི་མཆོག་དང་ལྷན་དུ་ལས་གཞི་དེ་དག་གི་དམིགས་ཡུལ་དང་དགོས་པ་སོགས་ཀྱི་སྐོར་ནས་བཀའ་མོལ་ཞུ་རྒྱུ་ཡིན། ཐོག་མར་དེ་དཔོན་ཆེན་བཀའ་བློན་མཆོག་དེ་རིང་ང་ཚོའི་ལས་རིམ་འདི་ཕེབས་པར་བཀའ་དྲིན་ཆེ། དེ་ནས་དཔོན་ཆེན་བཀའ་བློན་ལོ་ད་ལྟ་དེ་ངས་བཀའ་འདྲི་ཞུ་བའི་ཐོག་མ་དེ་ད་ལྟ་དེ་སྔ་ཉིས་སྟོང་བཅོ་བརྒྱད་ལོ་ལ་ད་ཅིག་སྲིད་སྐྱོང་བློ་བཟང་སེང་གེ་མཆོག་གིས་སྣེ་ཁྲིད་པའི་བཀའ་ཤག་གིས་རྒྱ་གར་གཞུང་མང་གཉིས་ལ་ཐུགས་རྗེ་ཆེ་ཞུའི་ལས་འགུལ་གཞི་རྒྱ་ཆེན་པོ་ཞིག་སྤེལ་ཡོད་རེད་ད་ནང་བཞིན་ཡང་ཉིས་སྟོང་བཅུ་བཞི་ལོ་ལ་ཡང་རྒྱལ་བའི་བཀའ་དྲིན་རྗེས་དྲན་ལ་ནས་ལོ་འཁོར་སྲུང་བརྩི་བྱེད། དེ་འདྲའི་ཞིག་ལས་གཞི་སྤེལ་ཡོད་རེད་ད། འདི་ལྟ་བུའི་ཅིག་ལས་གཞི་ད་ཅིག་ལོ་འཁོར་གྱི་ལས་གཞི་ཡིན་དུས་བསམ་པ་དེ་ལ་ཡང་གཞུང་གི་དངུལ་ཕོན་ཆེན་པོ་ཞིག་བསྐྲུན་ཡོད་དེ་ཚང་མས་ད་གན་ཟེར་ལྟ་བུ་རེད། དེ་ལས་ཚང་མས་དེ་འདྲའི་ལ་མ་ལྟོས་པ་ཡང་ད་ལོ་བསྐྱར་དུ་ཅིག། དགེ་བའི་བཀའ་དྲིན་རྗེས་དྲན་གྱི་ལོ་ཅིག་སྲུང་བརྩི་ཞུ་དགོས་ཀྱི་གནད་འགག་སྒྲོ་ཅིག་གར་གཟིགས་ཡོད་ན། ཐོག་མ་དེར་ངེད་ཀྱི་བོད་ཀྱི་དུས་བབ་ཀྱི་བརྙན་འཕྲིན་ལས་རིམ་གསན་མཁན་དང་གཟིགས་མཁན་ཚང་མ་ལ་ཡང། བོད་མིའི་སྒྲིག་འཛུགས་བཀའ་ཤག་དང། ང་རང་གང་ཟག་སྒེར་གྱི་ངོས་ནས་ཐོག་མ། འཚམས་འདྲི་དང་བཀྲ་ཤིས་ལན་ཞུ་གི་ཡིན། སྤྱིར་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དྲིན་རྗེས་དྲན་གྱི་ལོ་སྲུང་གཙི་ཞུ་ཡས་འདི། དེ་སྔ་ཉིས་སྟོང་བཅུ་གསུམ་ལ་ཞུས་ཡོད་པ། ད་ལྟ་ཉིས་སྟོང་ཉི་ཤུ་དང་ཉིས་རྩ་གཅིག་ལ་བཀའ་དྲིན་རྗེས་དྲན་ལོ་སྲུང་གཙི་ཞུ་དགོས་ཡའི་རྒྱུ་མཚན་གཙོ་བོ་དེ་ག་རེད་ཟེར་ན། ང་ཚོ་ད་བོད་མི་སྤྱི་མཐུན་རྣམ་དཔྱོད་ཡོངས་ལྷག་པར་དུ་ད་བོད་མི་ཙམ་མ་ཟད་ཧི་མ་ལ་ཡའི་རི་རྒྱུད་ཆེན་པོ་ཧོར། དེ་ག་ནང་བཞིན་གྱི་རྒྱལ་སྤྱིའི་ཁྱོན་ཡོངས་ལ་ད་རྒྱ་བ་རིན་པོ་ཆེ་གི་ཐུགས་ཀྱི་བཀའ་དྲིན་དང་མཛད་པ་མཐུན་ལས་ལ་ཡིད་སྨོན་ཞུ་འགོད་དང་སྐུ་མདུན་གྱི་བྱིན་གྱིས་རླབས་ཤར་བ་ད་ཉིན་མོའི་གི་འཛམ་གླིང་ཁྱབ་པ་ནང་བཞིན་ཆགས་འདི་དུ་བརྩམས་པ་ལ་ཨ་ནི་སྐབས་སྐབས་ལ་བླ་མ་དང་སོ་སོ་ལ་བཀའ་དྲིན་སྐྱོང་མཁན་དེའི་བཀའ་དྲིན་རྗེས་སུ་དྲན་ཡ་དེ་ང་ཚོ་ཨ་ནི་སློབ་མ་ཚོ་གི་འགན་གཙོ་བོ་རེད་འདི་སོང་ཙང་ཨ་ནི་རྒྱ་བ་རིན་པོ་ཆེ་དཔལ་ན་ཐོག་མ་ཡང་རྩིས་ངོས་འཛིན་རེད། དེ་ནས་ཨ་ནི་ལྷ་ས་ལ་འདི་འདྲའི་ཞུ་ཡས་རེད། ཨ་དེ་ག་ནས་སྲིད་སྤྱི་ངྷ་སུ་ཞུས་ནས་ཆོས་སྲིད་གཉིས་ཀྱི་ཐུགས་འགན་བཞེས་ཡས་རེད། དེ་ནས་བོད་ནང་ལ་ཡང་རིང་པོར་མ་ཐོག་བར་རྒྱ་མིའི་གི་རྐྱེན་ངན་གྱི་སླད་བྱས་བྱས་རྒྱ་མགོ་རིན་པོ་ཆེ་དབུ་ཁྲིད་པའི་བོད་མི་ཁག་ཅིག་རྒྱ་གར་ལ་ཕེབས་དགོས་ཡས་ཆགས་ཡས་གྱི་རྐྱེན་བྱས་ནས་གང་ལྟར་ང་ཚོ་རྒྱ་གར་ལུང་པ་ཐོག་མར་འབྱོར་བའི་སྐབས་སུ་ངོ་ཤེས་པ་རྣམས་དང་ས་མ་དུ་མས་པ་ཡིན་ནས་ཡང་ད་ད་ལྟ་ང་ཚོ་ད་བོད་པའི་གནས་སྟངས། བོད་མིའི་སྒྲིག་འཛུགས་ཀྱི་གནས་སྟངས། དེ་ག་ནང་བཞིན་གྱི་དགོན་སྡེ་ཁག་གི་གནས་སྟངས། སློབ་གྲྭ་ཁག་གི་གནས་སྟངས། སྤྱི་ཚོགས་ཀྱི་གནས་སྟངས། ག་བ་བོད་པ་ག་བ་ཡིན་འདི་གནས་སྟངས་ཚང་མ་འདི་གར་ཕྱིན་ན་ཡག་པོ་ཆགས་པ་རེད་ཨ་མདའ་ང་ཚོ་སྐྱབས་བཅོལ་བའི་གནས་བབ་ཞན་པ་དང་བསྡུར་བ་ཡིན་ན་རྒྱལ་ཁབ་ཡག་པོ་ཡོད་མ་ཚད་རྒྱལ་ཁབ་རང་བཙན་ཡོད་མཁན་ལས་ང་ཚོ་གནས་བབ་ཡག་ག་འདི་ཚང་མ་སུའི་བཀའ་དྲིན་རེད་ཟེར་ན་རྒྱལ་བ་དོན་གྱི་བདག་པོ་ཐུགས་རྗེ་བཀའ་དྲིན་ཉག་ཅིག་བསྟན་ནས་བྱུང་བ་འདི་རྩམ་པ་ལ་ཡ་རྒྱལ་བ་རིན་པོ་ཆེ་གི་བཀའ་དྲིན་རྗེས་དྲན་སྲུང་བརྩི་ཞུ་ཡས་དེ་སྐབས་སྐབས་ལ་ང་ཚོས་སོ་ནམ་འཚོགས་ས་ཡས་ཀྱི་འགན་ཆེན་པོ་ཆགས་དུས་སོ་ནམ་གྱི་འཚོགས་ས་ན་སྤྱི་མཐུན་གྱི་སོ་ནམ་འཕེལ་གྱི་རེད་སྤྱི་མཐུན་སོ་ནམ་འཕེལ་ན་རྒྱལ་བ་འགྱོད་པའི་ཆོས་ཆེན་ཆགས་ཀྱི་འདུག་བརྩམས་པ་ལ་ཡ་བྱེད་ཙང་རྒྱལ་བ་རིན་པོ་ཆེ་གི་བཀའ་དྲིན་རྗེས་དྲན་སྲུང་བརྩི་ཞུ་ཡས་དགོས་པ་སྐྱོན་ཚ་གཙོ་བོ་འདི་བཀའ་ཤག་ངོས་ནས་ད་ང་ཚོ་མི་ལྡོག་འགྱུར་བ་འགྲོ་དགོས་པ་རེད། བོད་ལ་སྐྱེས་ནས་རྒྱ་གར་སླེབས་རྒྱུ་མི་འདུག་རྒན་པ་གཅིག། དེ་ནས་བོད་ནས་ཆུ་ཚོད་བཞིན་སླེབས་རྒྱུ་གཅིག་ད་ང་ཚོ་ལྟ་བུ་རྒྱ་གར་ལ་སྐྱེས་བྱས་མི་འདུག་གཅིག་ཆགས་ང་ཚོ་ང་ལྟ་བུ་ཆ་ཤས་ན་སྤུ་གུ་གསུམ་གྱི་དཔའ་བ་ཆགས་ད་ངའི་སྤུ་གུ་འདི། ཕ་མ་གཉིས་ཆ་སྐྱབས་བཅོལ་ཡིན་པ་མ་ཚད་ཁོ་རང་ཡང་རྒྱ་གར་སྐྱེས་རྒྱུ་བརྩམས་པ་དེ་འདྲས་མི་འདུག་མཇལ་བའི་སྐབས་སུ་རྒྱལ་བ་རིན་པོ་ཆེ་གི་མཛད་པ་འཕྲིན་ལས་དང་རྒྱལ་བ་རིན་པོ་ཆེ་ཐུགས་རྗེ་བཀའ་དྲིན་འདི་མི་དམངས་ལ་ཁྱབ་བསྒྲགས་དང་འདི་བྱས་འདི་འདི་འདྲས་ལོ་སྲུང་བརྩི་ཞུ་རྒྱུ་བརྩམས་པ་དེ་རིགས་ཁ་སང་འགྲོ་སྟངས་ཡིན་པའི་ཆ་ནས་འདིས་གིས་སྤྱི་ཚོགས་ཁྱོན་ཡོངས་ལ་ཕན་ཐོགས་ཡོང་ཡ་དེ་འདྲ་དང་དེ་ག་ནང་བཞིན་གྱི་རྒྱལ་བ་རིན་པོ་ཆེ་གི་བཀའ་དྲིན་རྗེས་སུ་དྲན་པའི་བྱས་པ་ལ། སྟོང་གསུམ་གྱི་སྟོང་ཆེན་པོ་རིན་ཆེན་གྱི་སྣ། བདུན་ཡོད་གསུང་གི་ཡོད་རེད་ལྔ་ཡང་གསུང་གི་ཡོད་རེད་གང་ལྟར་བསྐངས་བ་ཡིན་ན་འདིའི། བཀའ་དྲིན་གསབ་ཐུབ་ཡ་མེད་ལབ་རྒྱུ་ཙམ་ན་ང་ཚོའི་བཀའ་དྲིན་གྱི་ཆ་ཤས་ཕྲ་མོ་ཙམ་གསབ་ཡས་ལ། བཀའ་ཤག་ངོས་ནས་སོ་ནམ་ཚོགས་ས་ཡ་དོན་དག་ལ་བཀའ་ཤག་ནང་བཀའ་བསྡུར་ཞུས་བྱས། མཆན་སྔགས་ལས་རིམ་བང་བསྒྲིགས་སྔོན་རྩིས་བཀའ་འཁྲོལ་ཞུས། ལས་རིམ་འདི་ཡག་པོ་ཡོང་ཡ་དོན་དག་ལ་དགོངས་འོ་བདེ་སྲུང་བཀའ་བློན་ཆེ། ཀུན་དགའ་དྲུང་ཆེ་ང་ཚོ་གསུམ་ལས་གཞི་འདིའི་སྒང་ལ་སློབ་སྟོན་ཚོགས་ཆུང་བསྐོས་བྱས་རྗེས་ང་ཚོས་ཀྱི་ལས་གཞི་ག་བ་ལས་སུ་ག་འདྲས་བྱེད་ཀྱི་ཡོད་སོགས་ཞིབ་འཇུག་བྱེད་ཀྱི་བྱེད་ཅེས་ཆེད་མངགས་བྱས་རྗེས་དམིགས་ཡུལ་ལྟེ་བ་འདི་རྒྱལ་བ་རིན་པོ་ཆེའི་བཀའ་དྲིན་རྗེས་དྲན་ཞུ་ཡས་དང་མཉམ་དུ་སོ་སོས་རང་ཉིད་ཀྱི་སོ་ནམ་ཚོགས་བསགས་ཡས་ཀྱི་བརྩམས་པ་ལ་རྒྱལ་བའི་བཀའ་དྲིན་དྲན་པ་ཡིན་ན་སོ་སོ་ནས་མི་ཡག་པོ་ཆགས་ཡས་མི་བཟང་པོ་ཆགས་ཡས་འདི་འདྲས་ཀྱི་ཕན་ཐོགས་ཡོད་པ་སོགས་འདི་འདྲའི་རྒྱུ་མཚན་མང་པོ་བརྩད་བྱས་རྗེས་བཀའ་དྲིན་རྗེས་དྲན་ལ་སུན་གཙི་ཞུ་བའི་དོན་དག་གཙོ་བོ་དེ་འདི་རེད་ཞུ་ཡས་ནོ། ད་དེ་སྔའི་གི་བཀའ་དྲིན་རྗེས་དྲན་ལ་ཅིག། བཀའ་དྲིན་རྗེས་དྲན་ད་ཚོགས་ཆུང་བསྐོས་རེད་ད་ནི་དེ་ལ་ད་ཕལ་ཆེར་གསང་རྒྱུ་བརྒྱུད་ལམ་ཁག་གི་གནས་ཚུལ་དེ་འདྲ་ཁྱོན་བསྡོམས་ད་ཅིག་ལས་གཞི་སྤྱི་ཡོངས་ནས་ཅིག་ཁྱོན་བསྡོམས་ད་ས་ཡ་ཕལ་ཆེར་གཅིག་ལྷག་ཟིག་འགྲོ་གྲོན་འགྲོ་སོང་ཡོད་ས་རེད་ད་ད་ལྟའི་དེ་ལ་ཅིག་བཀའ་འཁྲོལ་ག་ཚོད་ཟིག་འགྲོ་ཐུབ་ཡོད་ན་ཅིག་ལས་གཞི་ཁྱོན་ཡོངས་ལ། ཐོག་མར་ད་ཉིས་སྟོང་གི་ཉིས་སྟོང་ཉི་ཤུ་ཕྱི་ཟླ་བཞི་པའི་ཚེས་གཅིག་ནས་ཉིས་སྟོང་ཉིས་རྩ་གཅིག་གི་ཕྱི་ཟླ་གསུམ་པའི་ཚེས་གསུམ་སོ་གཅིག་བར་གྱི་རྒྱ་གར་གྱི་སྔོན་རྩིས་འགྲོ་སྟངས་ནང་བཞིན་དེའི་རྩིས་ལོ་གཅིག་གི་ནང་ལོགས་ལ་ཨ་ནེ་ཨའི་སྔོན་རྩིས་བཀའ་གྲོས་ཞུས་པའི་སྐབས་སུ། ད་ང་ཚོས་སྔོན་རྩིས་རྩིས་ལོ་དེ་གཙོ་བོ་ག་བར་བཀའ་གྲོས་ཞུས་བ་ཟེར་ན་བཀའ་དྲིན་རྗེས་དྲན་ལོ་དེ་ཡང་ལས་གཞི་སུས་ལྷན་ཁང་སུས་བྱས་པ་ཡིན་ན་ཡང་ཁྱབ་མཁན་སུས་བྱས་པ་ནི་རྩིས་འགོ་དེ་གཅིག་ལ་ཁེལ་ན་སྟབས་བདེ་དང་ཡལ་ག་མཐོང་ཕྱིན་ཕྱི་དྲིལ་ལས་ཁུངས་ཀྱི་རྩིས་འགོ་ནང་ལོགས་ལ་རྒྱ་བལ་བཀའ་དྲིན་རྗེས་དྲན་གྱི་རྫིང་གོ་ཅེས་ཁེ་ཡོད་རེད། དེ་ག་ནང་བཞིན་སྐུ་ཚབ་དོན་གཅོད་ཚང་མ་དེ་ཡང་ཡུལ་ལུང་སོ་སོའི་དངུལ་ནང་ཕྱག་ལས་གནང་དགོས་དུས་ཕ་གི་ལ་རྫིང་གོ་ཅེས་ཁེ་ཡོད་རེད། དེ་ག་ནང་བཞིན་ད་འཕྲོད་བསྟེན་གྱི་ལོགས་སུ་རྫིང་གོ་ཅེས་ཁེ་ཡོད་རེད། ཨ་ནི་དཔལ་འབྱོར་ལས་ཁུངས་ནང་ལོགས་ལ། རྫིང་གོ་ཅེས་དེ་སྔ་ནས་ཡོད་པ་རེད། ང་ཚོ་ཡིད་ཆེས་དགེ་རྩ་གི་ནང་དེའི་བརྒྱུད་ནས་ལས་གཞི་སྤེལ་བྱེད་ཆེད་གང་ལྟར་རྫིང་གོ་ཁག་ཁ་ཤས་བརྒྱུད་ནས་གང་ལྟར་བཀའ་བགྲོས་དེ་ཆེན་པོ་ཞུས་ཡོད་རེད། ཞུས་པ་ནང་བཞིན་ཐོག་མའི་ཆ་ལ་ལས་གཞི་ཆེན་པོ་ཞུ་བ་ཅིག་བྱེད་པའང་འགྲིག་པ་རེད་དེ་ཡིན་ཡང་ད། ཏོག་དབྱིབས་ཀྱི་གཉན་རིམས་རྒྱ་ནག་ནས་ཐོན་པའི་གཉན་རིམས་འདི་གིས་རྐྱེན་བྱས་ནས་ལས་གཞི་མང་པོ་ཅིག་ཚོགས་འདུ་ཚོ་ཡས་མང་པོ་ཅིག་ཁུ་བསྡུ་བྱས་ག་ད་དྲ་རྒྱའི་ངང་ནས་ཚོ་ཡས་ནས་ཕྱག་མཛོད་བརྩམས་པ་འདི་གིས་ལས་གཞི་སྤེལ་བ་རེད་ག་ད་ཁྱོན་ཡོངས་ནས་ད། བཀའ་དྲིན་རྗེས་དྲན་གྱི་ལོ་འགོ་བཙུགས་ནས་ད་བར་དུ་དེ་རིང་བར་དུ་འགྲོ་སོང་འགྲོ་ཡས་འདི་ཧ་ལམ་ས་ཡ་ལྔ་དང་འབུམ། མདུན་བསྐྱེད་སྤྲོ་གསུམ་འགྲོ་བཞག་དང་དུ་གནས་གསུམ་པའི་ཚེས་སུམ་ཅུ་ཆུ་བར་དུ་ལོ་དེའི་སྤྲོ་གསུམ་འགྲོ་བའི་ཟླས་དེ་རུ་དེ་ལྟར་ན་དངུལ་གལ་ཆེན་པོ་གལ་མ་རེད་ང་ཚོ་དངུལ་ལས་གལ་ཆེ། མིའི་གི་བསམ་བློའི་ནང་དུ་རྒྱ་བོ་རིན་པོ་ཆེའི་མཛད་པ་འཕྲིན་ལས་ངོ་སྤྲོད་ཞུས་ཡས་རྒྱ་བོ་རིན་པོ་ཆེའི་བཀའ་དྲིན་རྗེས་སུ་དྲན་ཡས་འདིའི་བཀའ་དྲིན་དྲན་པའི་ཐོག་ནས་སོ་སོའི་གི་བསམ་བློ་ནང་དུ་རྒྱ་བོ་རིན་པོ་ཆེ་གི་མཛད་པ་འཕྲིན་ལས་ཤེས་པའི་ཐོག་ནས་འདིའི་གི་རྗེས་སུ་ཞུགས་ཅེས་སོ་སོ་མི་བཟང་པོ་ཆགས་ཡང་འདི་གལ་ཆེ་ཤོས་འདི་འདྲའི་གི་སྐད་ཆ་ག་ད་ཀུན་སློང་སྤེལ་ཏེ

རྒྱལ་བའི་བཀའ་དྲིན་རྗེས་དྲན་ལོ་སུམ་ཅུ་ཞེ་བདུན་པའི་ཉིས་སྟོང་ཉི་ཤུ་བདུན་པའི་གཅིག་ནས་ཉིས་སྟོང་ཉིས་རྩ་གཅིག་དྲུག་པའི་སུམ་ཅུ་བར་བྱ་ཡས་འདིས་ལོ་འཁོར་མོ་ཅིག་ཕྱག་ཡས་བྱས། བདུན་པའི་ནང་ལ་རྒྱ་བ་རིན་པོ་ཆེ་སྐུའི་འཁྲུངས་སྐར་གྱི་གཟི་འདྲེ་གྱི་རྟགས་སྐྱོན་བྲལ་མང་པོ་བལྟས་བྱས་བྱས། དམིགས་བསལ་ཚོགས་ཆེན་གྱི་ཉི་མ་མཐའ་མ་དེ་སྐུ་ངོ་སྲིད་སྐྱོང་གིས་ཡོངས་ཁྱབ་གསལ་བསྒྲགས་གནང་པ་རེད་དེ་ནས་ང་ཚོ་ད་བང་སྒྲིག་ཅིག་བྱེད་བཞིན་བཟོས་བཟོས་པ་རེད། ལས་གཞི་དང་པོ་དེ་འོག་ཆ་ཞིག་ན་འཁྲུངས་སྐར་དུས་ཆེན་ཉིན་མོ་འདི་ད་ལོ་ང་ཚོ། བཀའ་ཤག་གི་སྲིད་སྐྱོང་ཚོགས་ཁང་ནང་ལོགས་ལ་ནི་ང་ཚོ་མི་སྣ་ཁུ་བསྡུ་བྱེད་མ་ཐུབ་ཡོད་རྩོམ་ཆུ་ཁོག་མར་བ་དེ་འདྲའི་འཛོམས་པའི་ཐོག་ནས། འཛམ་གླིང་གི་ཆབ་སྲིད་མི་སྣ་གྲགས་ཅན་ཨ་རིའི་སྲིད་འཛིན་ཟུར་པ། གྲོས་ཚོགས་འཐུས་མི། འཛམ་གླིང་ཁྱོན་གྱི་གྲོས་ཚོགས་འཐུས་མི། དེ་ག་ནང་བཞིན་བླ་ཆེན། དེ་ག་ནང་བཞིན་ཆོས་བྱེད་མི་སྣ། དེ་ག་ནང་བཞིན་གྱི་གཞས་པ། དེ་ག་ནང་བཞིན་སྙན་ངག་མཁན། དེ་ག་ནང་བཞིན་སྒྱུ་རྩལ་བ། དེ་འདྲའི་མི། རྒྱལ་ཁབ་དྲ་མ་འདི་ནི་མི་བརྒྱ་དང་བཅུ་སུམ་ཅུ་བཞི་དེ་ག་ནང་འཛིན་སྐྱོང་གི་ཞབས་ཕྱི་ཞུས་མྱོང་མཁན་རྒྱ་གར་གྱི་ཆེ་མཐོའི་མི་སྣ་མང་པོ་ཅིག་ཆབ་སྲིད་མི་སྣ་ལུག་ལུག་ཚོས་ཀྱིས་འདི་གའི་འདི་གའི་རྒྱལ་བ་རིན་པོ་ཆེ་གི་ཐུགས་དགོངས་པ་ལ་ཁོང་ཚོའི་ཡིད་ཆེས་དང་སྐུ་མདུན་གྱི་བཀའ་དྲིན་རྗེས་སུ་མཐུན་པའི་ཐོག་ནས་དུང་ཁང་ལ་འཚམས་འདྲི་ཞུ་ཡས་ཀྱི་བརྙན་འཕྲིན་འཚོལ་ཞུས་བྱས་འདི། ཕྱུགས་འབྲེལ་བྱས་རྗེས་ཨ་ནི་དྲུང་ཁང་ཕྱུགས་འབྲེལ་ཞུ་ཡས་དང་འདི་ཨ་ནི། སྐྱབས་སེ་སྐྱབས་ངོ་མི་ཚེ་བཅད་འབུལ་ཞུ་ཡའི་གོ་སྐབས་བྱུང་བ་དེ་འདྲའི་རྐྱེན་བྱས་ནས་དེ་ལས་གཞི་འདི་ནས་འགོ་བཙུགས་པ་རེད་དེ་ག་ནང་བཞིན་སྐབས་དེ་དུས་བརྩམས་པ་ལ་ལ་འདི་ལས་གཞི་ཆེ་གཅིག་རེད་དེ་ག་ནང་བཞིན་ནི་འཁྲུངས་སྐར་འདི་སྐུ་ཚབ་དོན་གཅོད་བོད་པའི་ཡོད་ས་ཚང་མར་འདི་ནང་བཞིན་ཆེས་མ་ཁྱབ་བསྒྲགས་ཡག་པོ་བྱུང་བ་རེད་དེ་ནས་གཉིས་པ་འདི་སྐབས་དེ་དུས་བརྩམས་པ་ལ་རྒྱལ་བ་རིན་པོ་ཆེ་གི་བཀའ་སློབ་ལུང་ལྷུག་རྩིས་ཆུང་ཆུང་ཆུང་ཆུང་ཡོད་རེད་བ་ཨིན་ཇིའི་སྐད་ནས་ཞུ་ན་ཀོ་ཏྲེ་ཤིན་ཏེ་འདི་འདྲས་ཆུང་ཆུང་ཆུང་ཆུང་ཁ་ཤས་ཅིག་ཕྱོགས་སྒྲིག་བྱས་བྱས་འདིའི་ནང་ལོགས་ལ་ནི། ཆོས་ཕྱོགས་ཀྱི་བཀའ་སློབ། ཆབ་སྲིད་ཀྱི་བཀའ་སློབ། དམངས་གཙོའི་བཀའ་སློབ། ཤེས་ཡོན་བཀའ་སློབ། སྦྲགས་མ་འདྲ་ཚང་བ་དེ་འདྲས་དབྱིན་ཇིའི་ཚིག་ལྷུག་ཆུང་ཆུང་དེ་འདྲས་བཟོས་བྱས་དེ་འདྲས་ཀྱི་ཡང་དེབ་ཆུང་ཆུང་དེ་འདྲས་པར་བརྒྱབ་བྱས་མི་ཚང་མ་གི་ལྟ་བ་དང། དེབ་ཆེན་པོ་ཀློག་མ་ཐུབ་ལྟ་བ་དང་ཀུན་བཏུས་བཀའ་སློབ་དྲན་གསོ་ཡ་དེ་འདྲས་ལ་འདི་དེབ་ཅིག་ང་ཚོས་དབུ་འབྱེད་ཞུས་པ་རེད་འཁྲུངས་སྐར་ཉིན་མོ་དེ་ད་འདི་ལས་གཞི་འཁྲུངས་སྐར་རེད། དེ་ནས་ད་སྤེན་ཆེན་ཤར་བ་ན་ངས་ལས་ཁུངས་བྷ་རིས་ཀྱི་ཕྱིན་པ་ན་ཆོས་རིག་ལས་ཁུངས་གཙོ་བོ་ཆ་ཞིག་ན་ད། ཡང་ད་བར་དུ་ད་ང་ཚོ་བོད་ནས་ཚུར་རྒྱ་གར་ལ་འབྱོར་ཚར་ནས་སོང་ནས་ཆོས་ཚོགས་རིམ་པ་ཁ་ཤས་ཚུགས་ཡོད་རེད། ཆོས་ཚོགས་མང་ཆེ་ལ་སྐུ་མདུན་དབུ་ཞུགས་ཕེབས་ཡོད་རེད། ལས་ཉེས་ཅི་ལ་ཕེབས་ཐུབ་ཡོད་མ་རེད་ཡིན་ནས་སྐུ་མདུན་དབུ་ཞུགས་ཕེབས་རྒྱུ་ཆ་ཚང་གི་སྐུ་མདུན་གྱི་ཆོས་ཚོགས་ཐོག་ལ་གནང་བཞིན་པའི་བཀའ་སློབ་ཚང་མ་ཕྱོགས་སྒྲིག་བྱེད་ཆེད་ད་ལོ་དེ་པར་སྐྲུན་ཞུས་པ་རེད། དེ་ག་ནང་བཞིན་ཆོས་རིག་གི་ཡང་འདི་ཡོད་རེད། ལེགས་སྐྱེས་རྐང་འཛིན་གྱི་མཁས་པའི་གྱི་རྩོམ་མཇུག་སྒྲིལ་བྱས། མཁས་པའི་བགྲོ་གླེང་འདི་འདྲས་དེབ་གཉིས་སུ་དཔར་རྒྱག་བྱས་དེ་ཡང་འགྲེམས་སྤེལ་བྱས་པར་ཆུ་ཚོད་རིས་སུ་མ་ཆད་པའི་མཁས་པའི་གྱི་བགྲོ་གླེང་དང་དེ་འདྲས་ཀྱི་ཕྱོགས་བསྡུས། དགུན་དུས་དགོངས་པ་དང་མཐུན་པའི་བགྲོ་གླེང་གང་ལ་དེབ་མཇུག་སྒྲིལ་དཔར་རྒྱག་ཡ་ད་འདི་གཅིག་རེད། དེ་ནས་ཆོས་རིག་གི་ད་ལས་ཀ་ཆེ་གཅིག་དེ། བཀའ་ཟུར་སྐྱབས་རྗེ་ཀིརྟི་རིན་པོ་ཆེ་མཆོག་གིས་ཆེད་མངགས་བརྩམས་གནང་བའི་གི་ང་ཚོ་བོད་བརྒྱུད་ནང་བསྟན་སློབ་གཉེར་བྱེད་མཁན་ཆོས་སྡེ་ཡིན་ནའི་འདྲ་མི་སྡེ་ཡིན་ནའི་འདྲ་སློབ་གྲྭ་ཡིན་ནའི་འདྲ་དེ་གའི་དེ་ལ་ཡང་ངེས་པར་མཁོ་བའི་སྔོན་འགྲོ་ནས་དེང་རབས་རྒྱལ་བ་འགོ་བའི་བར་དུ་ཡོད་ཡོད་ཀྱི་ཀློག་དེབ་ཆ་ཚང་གཅིག་ཐོག་མར་དབུ་འབྱེད་གནང་བསྐྱར་ཞིབ་བྱས་དེ་ནས་ཁོང་ཚོས་ཀིརྟི་རིན་པོ་ཆེ་ཁོང་ཚོས་ཀིརྟི་དགེ་རྩ་ཚོགས་པ་ཚོགས་འདུ་ཚུགས་འདི་གར་ཡང་སྐྱོར་ཆོས་བརྒྱུད་ཚང་མའི་མཁས་པ་ཕེབས་འདི་བཅར་འགྱུར་བྱས་འདི་ཐང་མར་ཕྱོགས་བསྒྲིགས་བྱེད་ཚར་བའི་རྗེས་ལ་ནི་ང་ཚོ་བོད་མིའི་སྒྲིག་འཛུགས་ཀྱི་ཆེད་མངགས་བང་མཛོད་ནས་འགྲོ་སོང་བཏང་བྱས་རྗེས་ཆོས་རིག་གི་དེབ་དཔར་རྒྱག་ཆེད་དཔར་འདི་ཉིད་བརྒྱ་གོ་འབྱེད་བྱས་ཡིན་པ། དེ་ཆོས་རིག་གི་ད་ལས་ཀ་གལ་ཆེ་འདི་གའི་ཆ་དེ་རེད། དེ་ནས་ནང་སྲིད་ལས་ཁུངས་དུ་ཆ་བཞག་པ་ན་ང་ཚོས་ག་རེ་བྱས་ཟེར་ན་ད་གཞིས་ཆགས་ཚང་མ་ནང་སྲིད་ཁྱབ་ཁོངས་ཆ་དེ་རེད། གཞིས་ཆགས་ཚང་མ་ནང་ལོགས་ལ་ད་བོད་མིའི་གཞིས་ཆགས་དང་ཟློས་གར་བཞི་བཅུ་ལྷག་ཡོད་རེད་འདི་གའི་ནང་ལོགས་ལ་ནི་རྒྱལ་བ་རིན་པོ་ཆེའི་ཐུགས་བསྐྱེད་དམ་བཅའ་བཞི་ཡོད་རེད། ཐུགས་བསྐྱེད་དམ་བཅའ་བཞི་དེ་འགྲེལ་བཤད་རྒྱག་ན་ཉིན་མཚན་བསྟུད་མར་རྒྱལ་ཡ་ཡོད། འདུས་པ་ནི་ཡང་དོན་མཚན་འདུས་ཡ་ཡོད་ལོག་ཚེ་དང་དོན་མཚན་འདུས་བྱེད་ཅེས་མང་ཚོགས་ནང་བདེ་འཇགས་ཀྱི་སྦྱར་ཡིག་ཆེན་པོ་བཟོས་རྗེས་གཞིས་ཆགས་ཀྱི་མི་འཛོམས་ཆེ་ས་ལ་སྦྱར་ཡིག་སྦྱར་ནས་མི་ཡི་གི་ཀུན་དོན་ཐུགས་བསྐྱེད་དམ་བཅའ་ཞིག་ཐུགས་དྲན་གསོལ་ཡ་དེ་འདྲ་ལ་དེར་ཁ་ཚང་ལྟར་དྲིལ་བསྒྲགས་ཀྱི་དུས་ཚོད་ལ་བདེ་འཇགས་ཀྱི་ཁྱབ་བསྒྲགས་བྱེད་ཅིག། འདི་གཞིས་ཆགས་ཚང་མ་ནང་འདི་བྱས་ཡོད་རེད་དེ་ག་ནང་བཞིན་གྱི་ལས་གཞི་གཅིག་དེ། འཁྲུངས་སྐར་ཉིན་མོ། དེ་ག་ནང་བཞིན་གྱི་དམངས་གཙོ་དུས་ཆེན་ཉིན་མོ། དེ་ག་ནང་བཞིན་ནོ་བེལ་ཞི་བའི་གཟེངས་རྟགས་དང་སྒྲོན་མེ་ཐོབ་ཐང་ཉིན་མོ་གཅིག་ལྕོགས་འདི་དུས་ཚན་གསུམ་ལ་ཨ་ནི། གཞིས་ཆགས་ཀྱི་དབྱིན་ཡུལ་ལ་ཡོད་པའི་རྒྱ་གར་གྱི་ནམ་གུས་རྒྱུན་དུ་འབྲེལ་བ་ཡོད་སྐྱོར་གྱི་གནད་ཡོད་མི་སྣ་དང། དེ་ག་འགོ་ཁྲིད་མཁན་མི་དམངས་དང་སྐུ་མགྲོན་གདན་འདྲེན་ཞུས་ནས་འདི་གའི་དུས་ལ་ཀུན་འདུས་ཀྱི་བཀའ་སློབ་ཀྱི་ལུང་ཚིག་ཡོད་པའི་གྱི་ཨ་ནི། འཕྲལ་དར་དང་དེ་འབྲེལ་གྱི་ཡང། ཕྱག་རྟགས་འཕྲལ་གྱི་ཆུ་ཆུའི་ནུས་སྲོལ་འདིའི་སྐབས་ལ་ལུང་ཚིག་བཀོད་བྱའི་ཕྱག་རྟགས་ཡིན་པ་གང་ཞིག་ལ་ཀུན་འདུས་བཀའ་སློབ་འདི་ཡང་ཐུགས་དྲན་གསོལ་ཡ་དེ་འབྲེལ་གྱི་ཁྱབ་སྤེལ་བྱེད་སྤྱད་ནི་ཁོང་ཚོ་མཉམ་དུ་ཕག་གཉིས་འཛོམས་གཉིས་མོས་བྱེད་ཡས་ཀྱི་ལས་གཞི་དེ་འདྲས་སྤེལ་ཡོད་རེད་དེ་ག་ནང་བཞིན་འཁྲུངས་སྐར་ཉིན་མོ་དེ་བོད་པའི་འདུས་སྒོ་ས་གནས་ཚང་མ་ནང་ལོགས་ལ། རྒྱ་བོད་ང་ཚོས་ཀྱི་ད་ཐུགས་མོས་ནང་བཞིན་ཀུན་འདུས་གུང་ལོ་བརྒྱ་དང་བཅུ་གསུམ་ལྷག་བརྟན་དགོས་ཀྱི་འདུག་ཟེར་ནའང་ཚང་མས་ཀྱི་སྨོན་ལམ་དགྱེས་དགོས་ར་ལྷ་ཀླུ་ཚང་མས་བཀའ་ལུང་བས་ཡོད་རེད་བསམ་པ་ལ། དེ་བརྟན་པར་བྱས་པ་ལ་ནི་འཛམ་གླིང་འདི་ནང་ལ་ད་རྩི་ཤིང་དཔེ་གལ་ཆེན་པོ་ཆགས་བསྡད་ར་བ། བོད་ལ་ཡིན་ན་ང་ཚོ་རྩི་ཤིང་རྩ་ཆེན་པོ་ཚང་མ་རྒྱ་མི་གིས་བག་བྱས་ཀྱི་དཀའ་ངལ་ཁྲིད་བར་ང་ཚོ་དེ་རྒྱ་གར་ལུང་པ་དང་བོད་པ་གནས་ས་དེ་ང་ཚོ་ལུང་པ་དང་མ་རེད་དེ་ང་ཚོ་དེ་སོ་སོའི་ནང་ན་ཞིང་སོ་སོའི་ས་ཆ་ན་ཞིང་བོད་ཆུ་འདེད་ཚང་མ་གཞིས་ཆགས་ཡོད་ས་ཚང་མ་ལ་འདི་ཉིན་མོ་འདི་འཁྲུངས་སྐར་ཉིན་མོ་འདི་རྩི་ཤིང་ད་སོ་སོའི་གཞིས་ཆགས་ཀྱི་གནས་སྟངས་ལ་དཔའ་བོས་ཀྱི་འདྲ་མི་འདྲ་བརྒྱ་དང་བཅུ་གསུམ་བཅུ་གསུམ་ཚང་མས་བཏབ་ཡོད་དེ་གས་དེ་ཀུན་སློང་འདི་ག་རེ་ཟེར་ན་ནི། གཙོ་བོ། སོ་སོའི་ནང་ལ་རྩི་ཤིང་བཏབ་ནས་སྐུ་མདུན་དེ་ནས་བཞིན་བཞུགས་ཡ་ད་གཉིས་པའི་ཐོག་ནས་རྩི་ཤིང་བརྒྱུད་ནས་ཁོར་ཡུག་ལ་ཐུགས་ཕན་གསོ་ཡ་གཅིག་དེ་འདྲའི་བང་བསྒྲིགས་པ་རེད་ད་ཤེས་རིག་ལྟ་བུ་ཆ་བཞག་པ་ན་ཤེས་རིག་ལས་ཁུངས་ཀྱི་ཨ་ནི། ངོས་ནས་སློབ་གྲྭ་ཚུགས་ཡོད་ན་སློབ་གྲྭ་ནང་ལས་གཞི་སྤེལ་ཡ་མང་པོ་ཡོད་ད་ནས་སློབ་གྲྭ་དངོས་སུ་ཚུགས་ཚུགས་མ་དུས་དངོས་སུ་སྤེལ་ཡ་ལས་གཞི་མང་པོ་ཅིག་གྲུབ་ཡོད་མ་ཏེ་ཤེས་རིག་གི་ད་སློབ་གྲྭའི་སྤུ་གུ་ནང་ལོགས་ལ་སྐུ་མདུན་གྱི་ཐུགས་བསྐྱེད་དམ་བཅའ་དང་འབྲེལ་བའི་ཐོག་ནས་རྩོམ་འདི་འབྲུ་ཤེས་བྱའི་འདིའི་འབྲི་འདུག་བྱས་ནས་བྱ་དགའ་སྤྲད་ཡ་ལས་གཞི་ཞིག་སྤེལ་ཡ་རེད་དེ་ག་ནང་བཞིན་གྱི་ཡང་དེ་རི་ཀ་ཚང་ང་ཚོ་འདིར་བ་ད། སློབ་སྦྱོང་བྱེད་པའི་སྐབས་སུ་གནའ་སྔ་མོ་དང་མ་འདྲ་དེ་ཚང་དྲ་རྒྱའི་གི་དུས་ཚོད་རེད་བ་ཡིན་དུས་བཏང་པ་ལ་ཨ་ནི་ཨ་རྒྱལ་ལགས་རྣམ་པ་ཚོས་ཀྱི་བོད་ཀྱི་སྲོལ་རྒྱུན་གྱི་ལོ་རྒྱུས་དང་འབྲེལ་བའི་སྒྲུང་དེ་འདི་ལྷུག་རྩོམ་བཟོས་དེ་སྒྲུང་དེ་ང་དོ་ན་མ་ཤེས་ནས་བརྙན་འཕྲིན་བརྒྱབ་ཨ་ནི་ཨ་སྤྱི་ཚོགས་དྲ་རྒྱའི་སྟེང་དུ་ཁྱབ་སྤེལ་བྱས་རྗེས་གཞོན་སྐྱེས་མི་རྒན་པ་མི་འབྲི་ང་ཚང་མ་ལ་ཨ་ནི་ལྷག་པར་དུ་ཕྱི་རྒྱལ་བྱུང་ངའི་བོད་པ་ཚོ་ལ་བོད་བོད་ཀྱི་གནའ་བོའི་གི་སྒྲུང་ཧ་གོ་ན་སྒྲུང་གི་ནང་ལོགས་ལ་བོད་བོད་ཀྱི་སྐད་ཡིག་བརྡ་སྤྲོད་ཡོད་པ་དེ་ག་ནང་བཞིན་བོད་བོད་ཀྱི་རིག་གཞུང་ཡང་འགོ་ཚུགས་ཡོད་པ་དེ་འདྲའི་རྒྱུ་ནས་བྱིན་འདི་བྱས་དེ་ག་ནང་བཞིན་ཨ་ནི་ཨ། ཕ་མ་ཚོ་ལ་ད་སྤུ་གུ་གསོ་སྐྱོང་བྱེད་འོས་བ་ད་ང་ཚོ་མ་འོངས་བོད་ཀྱི་སེམས་ས་འདི་ད་ལྟའི་བོད་ཀྱི་ཆེ་ཆུང་བྱིས་པ་ཟེར་བ་བྱིས་པ་ཚོ་ཡག་པོ་གསོ་སྐྱོང་བྱས་ལ་ཕ་མ་ལ་ཐུགས་འགན་ཡོད་པ་སོང་ཙང་ཕ་མ་ཚོ་ག་འདྲེ་གསོ་སྐྱོང་བྱེད་འོས་འདི་ག་ལ་ཡང་ཉེ་འགྲིག་བཟོས་བྱས་ཕ་མ་ལ་དྲ་མའི་འབྲེལ་འདེད་ཀྱི་ཤེས་རིག་ལས་གཞི་ཁག་ཅིག་སྤེལ་རེད་དེ་ག་ནང་བཞིན་ད་ལས་གཞི་གཅིག་ད་ཆེན་པོ་ཞུ་གལ་མ་ད་འགྲོ་སོང་དེ་གོང་ཤེས་རིག་གི་ཐུགས་འགན་བཞེས་འགྲོ་སོང་ཚང་མ་བོད་པ་ཚོ་སོ་སོ་བཏང་རྒྱུ་རེད་པན་ཕྱིན་ཏོ་མེ་ལོ་གང་ཅིག་བོད་པས་གཉེར་བཞིན་པའི་ཚོང་ཁང་དང་ཟ་ཁང་དང་འགྲོ་ཁང་ཚང་མ་ནང་ལོགས་ལ་ཨིན་ཇི་ཧིནྡི་མཉམ་དུ་ཡིན་གཅིག་མིན་གཅིག་བོད་ཡིག་བྲིས་དགོས། རྒྱས་ཀྱི་གནས་མཐོང་ཁང་དང། ཕྱི་རྒྱལ་ཡུལ་སྐོར་སྤྲོ་འདིར་འདི་བོད་ཡིག་འདུག་ག་རེད་ཨ། བོད་པ་ཡིན་པ་ཚོར་རེད་འདི་འདྲས་ཀྱི་ངས་སྐད་ཡིག་སྲུང་སྐྱོབ་དང་འབྲེལ་བ་འདི་འདྲས་ཀྱི་ལས་གཞི་སྤེལ་བྱས་རྗེས་གང་ལྟར་ལས་གཞི་འདི་གའི་སྟེང་ཚང་མ་དང་འགྲོ་སོང་མང་དེ་རྒྱག་རང་འགུལ་བྱས་པ་རེད་ད། དེ་ནས་ཕྱི་དྲིལ་ལས་ཁུངས་དུ་ཆ་བཞིན་ད་ངེད་ངས་གོང་དུ་ཞུས་པ་ནང་བཞིན་འཁྲུངས་སྐར་ཉིན་མོ་འདི་གི་སྲུང་བརྩི་བྱེད་ཡས་ཀྱི་ཆེད་འཛམ་གླིང་གི་ཆབ་སྲིད་དང་མི་སྣ་ཚང་མས་ཀྱི་བཀའ་སློབ་ཕྱོགས་སྒྲིག་ཚང་མ་ཞུ་ཡས་དང་ཚང་མ་ཆིག་སྒྲིལ། ལས་ཁུངས་གཙོ་བོ་བྱས་པའི་སྐུ་ཚབ་དོན་གཅོད་ཚོས་ཐུགས་འགན་བཞེས་ནས་ཚུལ་ཞུ་བཞག་ནས་ཨ་རྒྱུ་གཅིག་བྱས་པ་རེད། རྒྱ་གར་ནང་བཞིན་གྱི་སྐུ་མདུན་གྱི་ལུང་ཚིག་ཕྱོགས་སྒྲིག་ཅིག་བྱས་རྗེས་དེ་པར་རྒྱལ་གྱི་ཆིག་སྒྲིལ་ཐུགས་འགན་བཞེས་པ་རེད། རྒྱ་གར་ནང་བཞིན་དེ་ལས་གལ་ཆེ། དངོས་གནས་དེ་ན་ང་ཚོ་དེ་དངོས་སུ་ཚུལ་ཡས་བྱས་པ་རེད། རྒྱལ་བ་རིན་པོ་ཆེ་ཐུགས་རྗེ་དམ་བཅའ་བཞེས་གང་ལ། རྒྱ་གར་མིས་ག་རེ་བཤད་གི་འདུག་མཁས་པ་ཚོས་ཀྱི། ཕྱི་རྒྱལ་ཡུ་རོབ་ཚོས་ག་རེ་བཤད་གི་འདུག་ཨ་རིའི་མི་ཚོས་ག་རེ་བཤད་གི་འདུག་ཉི་འོང་ཤར་ཕྱོགས་པ་ཉི་འོང་དང་ང་ང་དང་རྒྱ་རིགས་ཐའེ་ཝན་དང་དེ་ཚོས་ག་རེ་བཤད་གི་འདུག་དེ་འདྲས་ཀྱི་ཚང་མ་རུ་ཁུག་ཟེར་གྱི་ཚོགས་འདུ་ཚུགས་ཡ་བྱས་པ་དེ་ཏོག་དབྱིབས་རྐྱེན་ཚོགས་འདུ་ཚུགས་ཐུབ་ཡ་མེད་བསམ་པ་ལ་དྲ་རྒྱའི་བརྒྱུད་ནས་ཚོགས་འདུ་ཚུགས་བྱས་བྱས་ཨ་ནི་འདིའི་བརྒྱུད་ལ་ཨ་ནི་ཧ་ལམ་མི་བརྒྱ་དང་ལྔ་བཅུ་ངེ་ལྔ་ལྷག་ཟེར་གི་བོད་སྐད་དབྱིན་ཇི་སྐད་ཧིན་དྷི་སྐད་དེ་ག་ནས་བཞིན་གྱི་རྒྱ་སྐད་དེ་ག་ནས་བཞིན་ཉི་འོང་སྐད། དེ་ག་འདི་འདྲའི་ནང་ལ་སྐད་ཡིག་ནང་དང་བགྲོ་གླེང་ཀུན་འདུས་དགོངས་པ་ག་རེ་རེད་ཐུགས་རྗེ་དམ་བཅའ་ཤིག་ག་རེད་ང་ཚོ་མི་མང་ངོས་ནས་ག་རེ་རྟོགས་དགོས་རེད་ག་རེ་བྱེད་ཡ་རེད་འདི་ག་ནང་བགྲོ་གླེང་བྱས་བྱས་འདི་ལས་གཞི་འདི་སྤེལ་སྨྲས་སེམས་ཡག་པོ་བྱུང་འདི་ཉི་མ་ཁ་ཤས་མ་བཏང་བྱས་བྱས་འདི་འདྲའི་ལས་གཞི་ཞིག་སྤེལ་བ་རེད་དེ་ག་ནང་བཞིན་ཕྱི་རྒྱལ་གྱི་ཨ་ནི་ལས་གཞི་ཞིབ་འབར་གཅིག་འདི་ག་རེད་ཟེར་ན། བོད་ཀྱི་འགྲེམས་སྟོན་ཚན་པ་ཆེ་ཆེའི་ཆ་ཤས་གཅིག་རེད་བ་འདིའི་ངོ་ནས་ན་ནམ་ཀུན་ནས་རྒྱ་གར་རིན་པོ་ཆེ་མཛད་རྣམ་ཕྱུག་བསྒྲིགས་ཡོད་བ་འདི་ལ་འདི་གྲ་རྒྱས་རུ་བཏང་བྱས་མཛད་རྣམ་གྱི་འགྲེམས་སྟོན་ཕྱུག་བསྒྲིགས་བྱས་དེ་ག་ན་ཤེས་ཀུན་འདུས་ཀྱི་ཐུགས་ཀྱི་ལོ་རྒྱུས་དང་འབྲེལ་བའི་ཐོག་ནས་ཨ་ནེ་ཀུན་འདུས་ཀྱི་མཛད་རྣམ་དང་འབྲེལ་བའི་ཐོག་ནས་བརྙན་འཕྲིན་བཟོས་རྗེས་འདི་འདྲའི་འགྲེམས་སྤེལ་བྱས་འདྲས་ཅིག་སྤེལ་བ་རེད་དེ་ག་ན་ཤེས་ཀྱིས་ཨ་ནེ་ད་དངོས་གནས་ན་དེ་སྔ་ཡིན་ན་མཐོ་སློབ་མཐོ་སློབ་འགྲོ་ཆེད་འགྲེམས་སྟོན་བྱས་ནས་ཁྱབ་བསྒྲགས་བྱས་ཡོད་དེ་ད་ཏོག་ཡོད་རྐྱེན་བྱུང་མི་འདུག་ཚང་མ་དྲ་རྒྱའི་བརྒྱུད་ནས་ཨ་ནེ་ཡང་དྲ་ལམ་གྱི་བརྒྱུད་ནས་ཨ་ནེ་ཀུན་འདུས་ཀྱི་མཛད་རྣམ་ངོ་སྤྲོད་བྱས་དང་དྲ་ལམ་བརྒྱུད་ནས་ཀུན་འདུས་ཀྱི་ཐུགས་བསྐྱེད་དམ་བཅའ་བཞི་ངོ་སྤྲོད་བྱས་འདི་འདྲའི་ལས་གཞི་ཞིག་སྤེལ་བསྡད་ཡོད་རེད་དེ་ག་ན་ཤེས་ཕྱི་རྒྱལ་གྱི་ད་ལས་གཞི་གཞན་པ་གཅིག་དེ་ཡང་ད

ཆ་བྱས་ན་ཆིག་སྒྲིལ་ཁྱབ་ཁོངས་རེད་སྐུ་ཚབ་དོན་གཅོད་ཚང་མ་གིས་ཐུགས་བསྐྱེད་དམ་བཅའ་གཞིའི་སྒང་ལ་དྲ་རྒྱའི་མདུན་ནས་བགྲོ་གླེང་བྱས་སོ་སོའི་ལུང་པར་འཁྲུངས་སྐར་གསུང་འཕྲིན་ཞུས། སོ་སོའི་གི་གནས་ཚང་ནང་དུ་དེ་འབྲེལ་གྱི་ཐོག་ལ་བྱས་ད་དུང་ཆོས་རྗེའི་ལས་གཞི་གལ་ཆེ་གི་ད་སྐྱབས་མགོན་རིན་པོ་ཆེ་ག་དུས་ཡིན་ན་དུས་རྣམ་པ་ཀུན་ཏུ་ཡུ་རོབ་མཐུན་ཚོགས་དུས་དཔེ་རྩ་ཆེན་པོ་བརྩི་གནང་གི་འདུག་ག་རེ་ཟེར་ན་རྒྱལ་ཁབ་ཉི་ཤུ་ལྷག་ཚེ་རྒྱལ་ཁབ་ཁག་ཁག་མི་རིགས་ཁག་ཁག་སྐད་ཡིག་ཁག་ཁག་ཡིན་ནས་ཡུ་རོབ་མཐུན་ཚོགས་མཉམ་དུ་བསྡད་ཚེ་ཡུ་རོབ་མཐུན་ཚོགས་ཡུ་རོབ་གྲོས་ཚོགས་ཡུ་རོབ་འཛིན་སྐྱོང་སོགས་ཡོད་ད་འདི་ག་ལ་ཀུན་ཏུ་ཐུགས་དགོངས་པ་བཞེས་ཅིང་ང་ཚོ་འཛམ་གླིང་ཚང་མ་འགྲོ་བ་མི་སུ་འགོ་རུ་བ་ཟུར་མིག་ཚང་མ་ཁ་ཁ་རེད་དེ་འགྲོ་བ་མི་གཅིག་རེད་ས་དེ་འདྲའི་དགོངས་པ་ཡུ་རོབ་མཐུན་ཚོགས་ཀང་ཀུན་འདུས་ཀི་ཐུགས་དགོངས་པ་དཔེ་དཔེ་གལ་གཉེར་ཆེན་པོ་ཆེ་འདི་ཀང་དཔེ་ཡི་རང་མངགས་བྱུང་ན་འདི་ཡུ་རོབ་མཐུན་ཚོགས་ཀི་གནད་དོན་ཀང་ཀུན་འདུས་ག་རེ་བཀའ་སློབ་གནང་བཞིན་འདི་ཀ་ཚང་མ་མཆོག་སྤྲུལ་ཞུ་ནས་ཡང་ཉེ་འགྲིག་བཟོས་བ་རེད་འདི་ཡང་འདི་ང་ཚོ་ད་འདི་དཔེ་མཚོན་ཡག་པོ་འདུག་དེ་ནས་བཞིན་ང་ཚོ་ད་རྒྱ་གར་ཚང་མ་དཔེ་ལྟ་དགོས་འདུག་གསུངས་ཡ་ཀུན་འདུས་དགོངས་པ་འདི་རེད་བ་དེ་འདྲའི་ཀི་ཀང་ལ་ཅིག་བྱས་རེད་དེ་ཀ་ནས་བཞིན་ད་འཕྲོད་བསྟེན་ལས་ཁུངས་ཀི་ལས་གཞི་ཆེ་ཁ་ཅིག་ཁ་ཤས་ཤིག་ཡོད་རེད་དེ་ཡིན་པ་ཡིན་ན་ད་ལོ་ད། སྔ་ལོའི་ཕྱི་ཟླ་གསུམ་པ་ནས་བྱུང་ནས་ད་དུང་འགྲོ་བཞིན་པ་རེད། ཏོག་དབྱིབས་གཉན་རིམས་ཀྱི་རྐྱེན་བྱས་ནས་འཕྲོད་བསྟེན་ལ་ནམ་རྒྱུན་ཐུག་འགན་ཡོད་པའི་སྒང་ལ་ཐུག་འགན་འཕར་མ་ཅིག་སླེབས་པ་རེད། དེའི་རྐྱེན་བྱས་ནས་ལས་གཞི་ཁག་ཅིག་སྤེལ་ཐུབ་ཡོད་པ་མ་བརྟེན་འདི་འདྲ་ལས་གཞི་འགྲོ་དང་འགྲོ་བཞིན་པ་ཅིག་ག་རེ་ཟེར་ན། ད་བོད་པའི་སྤྱི་ཚོགས་འདི་ཤེས་ཡོན་ཡག་པོ་དགོས་ཀྱི་ཡོད་པ། ཨ་ནི། མི་ཤེས་ཡོན་ཡག་པོ་དགོས་སྙམ་དུ་མི་དེ་བདེ་ཐང་དགོས་ཀྱི་ཡོད་པ། བྱས་ཙང་དེ་དོན་བརྩམས་པ་ལ་ཨ་ནི་གཞིས་ཆགས་ཚང་མ་ལ་བརྒྱ་ཆ་བརྒྱ་ཆ་ཚང་བྱེད་དགོས་པ་མ་བརྟེན་ནས་གཞིས་ཆགས་ཀྱི་མི་འབོར་ལ་དཔའ་བའི་ཆ་བགོས་བྱས་ནས་ཨ་ནི་ལོ་བཞི་བཅུ་ཡར་བཏབ། ཨ་ནི། གཞོན་སྐྱེས། ཚི་བོ་ལ་ད་ག་རེ་སྐྱེན་པ་དར་མ་ཚི་བོ་ལ་བརྒྱན་པ་འདི་སྐད་འདི་ལ་ཡ། བཞི་ཡག་གི་མི་འབོར་ལ་དཔའ་བའི་གྲངས་ངེས་ཅན་བཟོས་བྱས་ཨ་ནི་སྐུ་གཟུགས་རིས་མེད་བརྟག་དཔྱད་བྱེད་ཀྱི་ལས་གཞི་ཅིག་འདྲ་སྤེལ་དགོས་རེད་འདི་ག་འདི་དམིགས་ཡུལ་འདི་ག་རེད་ཟེར་ན། ད་ཏི། གཟུགས་པོ་འཚར་ལོངས་བརྟག་དཔྱད་བྱེད་ཡག་པོ་ཡོད་ཧ་གོ་ན་འཕྲོད་བསྟེན་ཡག་པོ་ན་ལས་ག་རེ་ནས་བྱེད་ཐུབ་ཀི་རུ་བ་དེ་འདྲས་ཀྱི་འདི་གི་འཕྲོད་བསྟེན་གྱི་ལས་གཞི་དེ་རྩ་བའི་འདི་མ་ཡིན་པའི་ཀྱི། ཉེ་ཆར་རྒྱ་གར་གྱི་དུ་བ་ཡང་ད། ད་ཀོ་བིད་ཀྱི་ནད་གཞི། ན་བཞིན་པ་དེ་འདྲའི་བདེ་ས་འགའ་ཞིག་ས་ཆ་གཅིག་གཉིས་དུ་བ་ཀང་ར་ནང་ཡོད་རེད་འདི་གའི་དུས་ལ་འཕྲོད་བསྟེན་ལས་ཁུངས་ཆེ་ང་ཡང་ཟས་ཇུས་ཅི་འདྲའི་བཀྲ་མེད་དེ་འདྲའི་བྱས་རེད་འདི་འདུག་འདི་དམིགས་ཡུལ་དེ་ག་རེ་ཟེར་ན་ད་ང་ཚོས་ཀྱི་ཕར་མཐུན་འགྱུར་བྱས་འོ་དེ་འདྲའི་གཅིག་བྱས་དེ་མིན་ཨ་ནི་ད་འདི་དཔལ་འབྱོར་ལས་ཁུངས་དང་གོ་ཆ་ཞིག་ན་ད་མ་གས་ང་ཚོས་ཀྱི་ད་སྤྱིར་ང་ཚོ་རྒྱ་གར་གཞུང་མང་གཉིས་བཀའ་དྲིན་ཆེན་པོ་ཡིན་པ་ཡང་དགོས་ཧི་མ་ཅལ་མངའ་སྡེ་དེ་བྱུང་མ་གཉིས་བཀའ་དྲིན་ཆེན་པོ་ཡིན་པ། དེའི་ནང་ནས་ང་ཚོ་འདས་པའི་ལོ་ཟླ་ལྔ་བཅུ་དྲུག་ཅུ་ལྷག་གནས་ས་དེ་ཀང་ར་རྫོང་ལ་གནས་ཡོད་དུས་ཀང་ར་རྫོང་གི་མི་དམངས་དེ་ང་ཚོ་མཉམ་ཟ་མཉམ་འཐུང་བྱས་ནས་བསྡད་བསྡད་རོགས་བྱེད་སྟངས་ཀང་ར་དེ་ཡིན་དུས་ཀང་ར་ནང་ལོགས་ལ་ཡིན་ད་ཧི་མ་ཅལ་མངའ་སྡེའི་གི་དྲན་རྟེན་གི་ད་དམག་ལ་གྲོངས་པའི་དྲན་རྟེན་གི་མ་གའི་གླིང་ག་ཅིག་རེད་འདི་ནང་ལོགས་ལ་བྱིས་པའི་གི་གླིང་ག་ཆུང་ཆུང་ཅིག་ང་ཚོ་གི་ཆ་ཚང་ས་བ་ས་རྐྱང་བཟོས་བྱས་བྱས་འདི་ནང་ལ་བརྩེགས་རོགས་ཟེར་འདི་ང་ཚོ་དམིགས་ཡུལ་ག་རེད་ཟེར་ན། རྒྱལ་བ་རིན་པོ་ཆེ་གི་བཀའ་དྲིན་རྗེས་སུ་དྲན་པའི་ཐོག་ནས་འདིའི་བྱིས་པའི་རྩེད་ཐང་ག་དུ་ནས་བོད་པ་དང་རྒྱ་གར་གཉིས་ཕན་ཚུན་འབྲེལ་བ་ཡོད་པ་འདིའི་ང་ཚོ་རྟག་པར་ཁོང་ཚོ་བོད་པའི་གནས་ཚུལ་ཤེས་ཡས་དང་དེ་འདྲའི་ཐད་ནས་མ་གལ་དྲིན་ལན་གང་ཆུང་ཆུང་བརྒྱབ་བྱས་ཏེ་འདིའི་ཕ་ཆེ་ད་གོ་འབྱེད་བྱས་ཡས་མ་གཏོགས་ཧ་ལམ་ལས་ཀ་གྲུབ་ཚར་ཡས་ལང་བ་གྲུབ་ཚར་བ་རེད་ད་གོ་འབྱེད་ཙམ་མ་གཏོགས་ལྷག་མེད་མ་གཏོགས་འདིའི་ང་ཚོ་དེ་འདྲའི་བྱས་བྱས་ད་ལས་གཞི་འདི་གས་འདི་ད་མང་པོ་ཅིག་འདའ་འགྲོ་དང་འགྲོ་བཞིན་པ་མང་པོ་ཚར་ཚར་བའང་འདི་གས་ཆ་དེ་ནང་ད་ངས་ཞུ་རྒྱུ་མང་ཅིག་ཚར་ཚར་བ་རེད་ལགས། ལགས་སོ། དེ་ནས་ད་འདའ་ཅིག་གས་མ་འོངས་པ་ཅིག། པའི་པའི་གཏན་འཁེལ་དེ་འདྲ་ཡོད་རེད། ད་ལྟ་འདི་དྲུག་པའི་ཚེས་སུམ་ཅུ་པ་དུ་རུ་བ། ད་ནས་བཀའ་ཤག་འདི་གི་དུས་ཡུན་ལྔ་བའི་སུམ་ལྔ་བའི་ཟླ་བཞི་པ་དུ་རེད། རེད་ཡོང། ད་ཡིན་ན་ཡང་ཁོ་ལས་གཞི་དེ་འདུལ་བཀའ་ཤག་སུས་ནས་རྗེས་འཇུག་སྐྱོང་གནང་གི་རུ་བ། དེ་གཅིག་བྱས། ད་ཡིན་ན་ཡང་ང་ཚོ་ཡང་ད་ལས་གཞི་མང་པོ་ཅིག་ག་ད་ང་ཚོས་ཤེས་རིག་ནང་ལས་གཞི་ཁ་ཤས་ཅིག་ཡོད་ད་སློབ་གྲྭ་དངོས་སུ་ཚུགས་ཀི་འདུག་བ། ཨེ་ཁོ་ཚོ་འདི་ག་དེ་འགྲོ་འགྲོ་ཞུ་ཁེ་འགྲོ་ཡ་ཡོད་མ་རེད་སློབ་གྲྭའི་ནང་ལོགས་ལ་སྤུ་གུ་ནང་ལོགས་ལ་རྒྱ་བ་རིན་པོ་ཆེ་མཛད་པ་ཁྲི་ལས་ངོ་སྤྲོད་བྱེད་ཡ་དང་དེ་འདྲའི་གི་ཁོ་ཚོས་བདུན། ཚགས་པར་དོན་ལས་གཞི་ཞིག་བསྡུས་ཕོད་ཆེ་གཞི་རིགས་གནང་དོ་ཁོ་བོ་རེད་བསམ་གྱི་འདུག་དེ་འདྲའི་གཅིག་རེད་དེ་ག་ནང་བཞིན་གྱི་ཨ་ནི། ཨ་ནི། འཕྲོད་བསྟེན་གྱི་ལས་གཞི་འདང་ངེས་བརྟག་དཔྱད་བྱས་ཏེ་ད་དུང་བརྒྱ་ཆ་ག་ལོ་ཚགས་པ་བརྒྱ་ཆ་ག་འགྲོ་དང་འགྲོ་བཞིན་པ་རེད་ད་དེ་ཁོ་དངུལ་རྩིས་ནང་ཚགས་དགོས་རོགས་ཨ་དངུལ་རྩིས་དེ་ཡང་ཚེས་གཅིག་ཟིན་དགོས་རོགས་ཨ་དངུལ་རྩིས་འོ་དེ་འདི་འདྲའི་གཅིག་རེད་དེ་ནས་ཨ་ནི་ཕྱི་རྒྱལ་གྱི་ད་འགྲོ་བཞིན་པ་ཁ་ཤས་ཅིག་ནི། དེང་མུ་མཐུད་ནས་འཇུག་སྐྱོང་བྱས་ཡས་རེད་ཨ་ནི། དེ་མིན་ཨ་མདོའི་ཆོས་རིག་གི་ཚོགས་འདུ་ཚུགས་ཡས་ཀྱི་ད་ལྟ་ཚོགས་འདུ་ཆེན་པོ་ཚུགས་ཡས་དགོངས་པ་ཞིག་གོ་དེ་ནི་ཏོག་དབྱིབས་གཉན་རིམས་བཅས་ཀྱི་ད་ལྟའི་དུས་ཚོད་ལ་ངས་ཁག་པོ་རེད་བསམ་གྱི་འདུག་དེ་ཙམ་པ་ལ་གོ་ཡང་དེ་རེད་ད་ཡིན་ནའི་ངས་དོན་དག་གཙོ་བོ་དེ་ག་རེ་ཟེར་ན་རྒྱལ་བ་རིན་པོ་ཆེ་གི་བཀའ་དྲིན་རྗེས་དྲན་སྲུང་བརྩི་ཞུ་ཡས་དེ་ཀུན་འདུས་ཀྱི་བཀའ་བཞིན་སྒྲུབ་པར་ཆོས་དཔལ་རབ་བརྙེས་གསུངས་པ་ནང་བཞིན་རྒྱལ་བ་རིན་པོ་ཆེ་གིས་ང་ཚོ་ལ་ག་ཚོད་སྐུ་ལས་བཀའ་དྲིན་བསྐྱོན་ཤག་སྤྱན་རས་གཟིགས་ཀྱི་རྣམ་སྤྲུལ་ཡིན་པ་འདི་བརྗོད་མི་དགོས་ཀྱི། འགྲོ་བ་མི་ཞིག་ཡིན་པའི་ཆ་ནས། ད་ལྟ་མི་ལོ་སྟོང་ཚན་འདི་བོད་བསྟན་པ་ཆབ་སྲིད་ཐོག་ནས་སྐུ་ལས་བསྐྱོན། བོད་བསྟན་པ་ཆབ་སྲིད་བཅུག་མ་རེད་ཧི་མ་ལ་ཡའི་མི་རིགས་འཛམ་གླིང་ཁྱོན་ཡོངས་ལ་ག་ཚོད་ཐུག་མཁན་ཞེས་ཡོད་རེད་འདི་ཐུག་མཁན་ཞེས་བ་ཀྱེ་ནས་ང་ཚོ་བོད་པ་ལ་ག་ཚོད་ཕན་ཐོག་བྱུང་ཤག་ང་ཚོ་ཡང་དག་སྒོ་ཁྱེད་རྒྱ་ཆེ་ཡོད་དེ་སུས་ཐུག་ཅེས་བཀའ་ཆོས་རེད་རྒྱ་བོར་མོ་ཅིག་བཀའ་དྲིན་ཉར་དེའི་བཀའ་དྲིན་དྲན་བྱས་ཨང་སོ་སོ་སོ་སོ་ཀྱིས་ང་ཚོ་མིའི་གཟུགས་པོ་རྙིང་པ་ལ་སེམས་གསང་བ་བཅུག་ཏེ་ད་ལོ་བཀའ་དྲིན་རྗེས་དྲན་ལོ་དེ་བོད་ཆོས་བྱས་པའི་ཐོག་ནས་ང་ཚོས་ཏན་ཏན་ཨ་ནི་ཁ་ལ་བོར། སེམས་གསང་བ་བཅུ་ཅན་ཨཱ། ཀུན་འདུས་ཆབ་སྲིད་བཀའ་སློབ་ག་རུ་གནང་ཤག། ཆོས་ཕྱོགས་བཀའ་སློབ་ག་རུ་གནང་ཤག། མཐུན་སྒྲིལ་བཀའ་སློབ་ག་རུ་གནང་ཤག། ཆིག་སྒྲིལ་བཀའ་སློབ་ག་རུ་གནང་ཤག། ཤེས་ཡོན་བཀའ་སློབ་ག་རུ་གནང་ཤག་འདི་ག་ང་ཚོ་ག་རེ་བྱེད་དགོས་འདུག་འདི། ཡག་པོ་བྱས་ནས་ཚང་མས་ཀྱིས་སོ་སོ་སོ་སྤེལ་བ་ལས་ཀ་བྱས་པ་ན་ཨཱ་ནི་བཀའ་བཞིན་སྒྲུབ་པར་བྱེད་པའི་ར་སྙོག་དངོས་གནས་བྱ་ཡ་འདི་གཙོ་བོ་འདི་འདི་མི་ལོངས་བྱེད་ཅིག་མི་མང་ན་འདི་ཀུན་སློང་སྤེལ་ཡ་དེ་རེད། སྲིད་སྐྱོང་བློ་བཟང་སྐྱིད་མཆོག་གིས་སྣེ་ཁྲིད་པའི་བཀའ་ཤག་དང་སྐབས་སྔོན་མ་རེད་ད་ལྟ་གི་གཅིག་ད་དེ་སྔོན་གསུང་བ་ནང་བཞིན་ད་ད་ད་རྒྱ་རྒྱ་གཞུང་མང་ལ་ཐུགས་རྗེ་ཆེ་ཞུ་ལས་འགུལ་སྤེལ་ཡོད་རེད་ད་ནང་བཞིན་དགེ་འོས་བཀའ་དྲིན་རྗེས་དྲན་གྱི་ལོ་ད་ཐེངས་མ་གཉིས་བ་དེ་རུ་བ་ད་འདི་ལ་གསུམ་ད་འདས་པའི་ལོ་བཅུའི་ནང་ལོ་ད་གཅིག་དུས་དྲན་དེ་འདྲའི་ལོ་འཁོར་གྱི་བར་དུ་རུ་དུས་དྲན་ཆེན་པོ་དེ་འདྲའི་གསུམ་བཞི་ཅིག་སྤེལ་གནང་ཡོད་དུས་བསམ་པ་ད་གཅིག་ཡང་ཉམས་མྱོང་བའི་ཕྱི་བཤད་ད་གང་འཚམས་འགྲོ་ཅིག་ཐོབ་ཡོད་དུས་བསམ་པ་ད་མ་འོངས་ཀྱི་རྗེས་ཡང་འཛིན་སྐྱོང་ལ་ཅིག་དགོངས་འཇགས་འགྲོ་ཅིག་ཡོད་ན་དེ་ད་དེ་ནས། རྩ་བའི་ད་ང་ཚོ་བོད་པའི་གི། ང་ཚོ་བཀའ་ཤག། འཛིན་སྐྱོང། ག་རེ་ཡིན་པ་ནས་ལས་ཀ་ཚང་མ། བཅའ་ཁྲིམས་ཀྱི་དོན་ཚན་ནང་ལོགས་ལ། རྩ་དོན་ག་རེ་བྱེད་དགོས་རེད། ཆབ་སྲིད་ག་རེ་བྱེད་དགོས་རེད། འཕྲོད་བསྟེན་ག་རེ་བྱེད་དགོས་རེད། ཆོས་ཕྱོགས་ག་རེ་བྱེད་དགོས་རེད། ཤེས་རིག་ག་རེ་བྱེད་དགོས་རེད། སྤྱི་ཚོགས་བདེ་རྩ་ག་རེ་བྱེད་ཚང་མ་དཔེ་གསལ་བོ་ཡོད་རེད། འདི་ཤེས་ལ་ཧེ་འགྲོ་ཡ་རེད། ཡིན་ཙམ་པ་ལ་ང་ཚོ། རྒྱ་གར་ལྟ་བུ་ལུང་པ་ཞིམ་པ་ནང་ལ་ཆབ་སྲིད་ཚོགས་པ་གི་གཞུང་བསྐྱངས་ཕྱིན་འགྲོ་མཁན་དེ་འདི་མ་རེད། ཆབ་སྲིད་ཚོགས་པ་མེད་པའི་དམངས་གཙོའི་ལམ་ལུགས་ཅིག་རེད། ཡིན་ཙམ་པ་ལ། དེ་ང་ཚོ། གྲོས་ཚོགས་ཀྱི་ལམ་ལུགས་ཡིན་པ་གང་ཞིག་ལ་ཆབ་སྲིད་ཚོགས་པའི་ལམ་ལུགས་ཡོད་མ་རེད་དེ་ལྟར་ཆབ་སྲིད་ཚོགས་པ་གཅིག་གི་ལྟ་བ་དེ་ཡིན་སྲིད་ཇུས་དེ་ཡིན་ན་འགྲོ་ཡ་ཡོད་མ་རེད་བཅའ་ཁྲིམས་ཀྱི་རྒྱ་དེ་མ་ཁེངས་ནས་ལས་ཀ་འགྲོ་ཡ་རེད་དེ་ཙམ་པ་དེ། བཀའ་ཤག་སྐབས་བཅུ་བཞི་དང་བཅོ་ལྔ་གྱི་བོད་དོན་ལས་འགུལ་གྱི་ལོ། རྒྱ་གར་གཙོ་བོར་གྱུར་པའི་བོད་པ་གནས་སའི་རྒྱལ་ཁབ་ཁག་ལ་ཐུགས་རྗེ་ཆེ་ཞུ་ལོ། རྒྱ་བལ་བཀའ་ཁྲིའི་རྗེས་འབྲེལ་སྔ་རྗེས་དེ་གའི་ཚང་མ་རྩ་བའི་བརྟག་པར་བྱེད་དགོས་པའི་ལས་ཀ་དེ་དེ་ལོ་དེ་བྱེད་དུས་ཙམ་མོ་འདིའི་ལོ་དེ་ལ་དམིགས་བསལ་གྱི་ཚང་མས་རིག་པ་བཏོན་ནས་ཤུགས་རྒྱག་ན་ཁོ་རང་བཞིན་ཡང་རྩལ་མ་འདྲ་དོན་དགོས་འདུག་དེ་ནས་ནི་ད་རེའི་ལོ་དེ་སྲུང་བརྩི་བྱས་ནས་མུ་མཐུད་འགྲོ་ཡས་དེ་ཙམ་པ་ལ་ངས་ཀྱི་ད། ང་ཚོ་པན་དངེས་ངས་གོང་དུ་ཞུས་པ་ནས་ཞིག་རེད་དེ་ཙམ་པ་ལ་འདི་ཡིན་དུས་ཁོ། བཀའ་ཤག་ཕོད་འགྲུག་གོ་བ་རེད། སྒྲིག་འཛུགས་གནས་འདི་གོ་རེད། ཆུ་འགྲོ་གི་རེད་ཟམ་པ་ནི་གི་རེད་ཟམ་པ་དེ་བོད་མིའི་སྒྲིག་འཛུགས་དེ་ཆགས་བསྡད་པ་འདི་གནས་དགོས་ཀྱི་རེད་ཨ་ནི་བོད་མིའི་སྒྲིག་འཛུགས་སྲི་ཞུ་བ་དེ་ག་དེ་རྒྱལ་ཁབ་ཀྱི་རྒྱལ་སྲིད་ཆགས་བསྡད་ཙམ་པ་ལ་ཁོ་ཞུ་བ་གཅིག་གི་ལས་གཞི་འདི་ལ་ཁོ་ལམ་སྟོན་ཕུལ་དགོས་ཡ་འདི་གས་ཆགས་ཀྱི་རེད་བསམ་དགོས་འདུག་དེ་ཡིན་པ་ཡིན་ན་ཡང་ད་སྤྱི་ཟླ་གསུམ་པའི་ནང་ང་སྔོན་རྩིས་ཕུལ་དགོས་རུ་བ་བཀའ་ཤག་གིས་སྔོན་རྩིས་ཕུལ་དུས་ཙམ་པ་ལ་སྤྱི་ཟླ་བཞི་པའི་ཚེས་གཅིག་ནས་ཉིས་སྟོང་ཉིས་རྩ་གཉིས་སྤྱི་ཟླ་གསུམ་པའི་གསུམ་གསུམ་ཚོགས་ཆོད་པ་དེ་སྔོན་རྩིས་ཕུལ་དགོས་རུ་བ་དེ་ཙམ་པ་འདི་ནང་ལས་ཀ་ཚང་མ་འདི་ནང་དོན་ཡོང་དགོས་རུ་བ་འདི་ནས་མུ་མཐུད་འགྲོ་ཡ་ག་ཡིན་པ་ཚང་མ་འདི་ནས། སྐབས་སྐབས་ལ་དེ་འདྲའི་གི་བཀའ་དྲིན་རྗེས་དྲན་གི་ལོ་དང་རྒྱ་གར་ཐུགས་བཞེད་ཞུ་ལོ་དེ་འདྲ་གསུང་ཆོས་བྱེད་པའི་སྐབས་སུ་ག་རེ་འདུག་ཟེར་ན་འདི་ཡི་གི་ལོ་འདི་ལ་དམིགས་བསལ་དམིགས་ནས། ཡང་བོད་པའི་ནང་གཞས་པ་ཚོ་ནས་འདི་ལ་དཔའ་བའི་གཞས་བརྩམས་གི་འདུག་བ། ཆབ་སྲིད་པ་ནས་འདི་ལ་དཔའ་བའི་ལས་འགུལ་བྱེད་གི་འདུག་བ་འདི་ཡང་ཕན་ཐོགས་ཆེན་པོ་ཞིག་འདུག། ད་འདྲའི་ཡིན་འདུག་ཙམ་ད་ལོ་དཔེ་བཤད་ན། ཡང་ཚོགས་པ་སྒྲིག་འཛུགས་ཁག་ཅིག་གིས་རྒྱ་བོད་བཀའ་དྲིན་རྗེས་དྲན་གི་དེབ་དཔར་སྐྲུན་བྱེད་ཚུལ་སོ་སོའི་མཁས་པའི་གི་རྩོམ་ཕྱོགས་སྒྲིག་བྱས། ནམ་དགོས་ད།

བ། དེ་ནས་གཞིས་བྱེས་མི་མང་ལ་ག་རེ་འགན་ཡོད་རེད། སློབ་གྲྭ་ལ་ག་རེ་འགན་ཡོད་རེད། གཞུང་གི་ལས་བྱེད་ལ་ག་རེ་འགན་ཡོད་རེད། དགོན་སྡེ་ལ་ག་རེ་འགན་ཡོད་རེད། ཕྱི་རྒྱལ་སྡེ་ལྔའི་བོད་པ་འགས་ཚང་མའི་འགན་སོ་སོ་སོའི་འགན་ཡག་པོ་ཁེལ་བ་ན། ཨ་ནི་ང་ཚོ་ཡག་པོ་ཆགས་ཡ་ཡིན་པ་དེ་ཕྱིར་སྒྲུབ་ཚར་བ་རེད་བ། དེ་ཙམ་པོ་ན་ང་ཚོ་དེ་དེ་ཙམ་པོ་འདིའི་སྒང་ལ་ཚང་མས་རིག་པ་བསྒྲིམས་ནས་བྱས་ན། རྒྱ་གར་མི་ཚོས་བཀའ་དྲིན་ཆེ་དེ་ངོ་མ་དེ་འདི་ཆགས་ཀྱི་མེད།

ད་བྱིས་སྒྲུང་འདི་ཚོ་ཕར་ཚུར་ཕྱིན་ཉིན་བྱས། དེ་ཡན་ཅིག། ལས་བྱེད་འབོར་གྱི་ཆ་ནས་ཡང་ཕོན་ཆེན་པོ་རེད་བྱ། ད་སྔོན་ལ་དེ་གི་ད་ང་ཚོ་ད་དུས་རྒྱུན་ང་ཚོ་སྤྱི་ཚོགས་ནང་ལ་བེད་ལོག་གི་གོམས་གཤིས་མི་འདུག་ལས་འགྲོ་དང་ཡང་སྐད་ཡིག་གི་ཅིག་དོ་སྣང་མི་འདུག་ལས་དེ་ཚོ་ག་ར་ཅིག། ཁ་གསབ་འགྲོ་ཆེད་དུ་རེད་དེ་སྐུལ་འདེད་འགྲོ་འོག་ཏུ་སྤྱི་ཚོགས་ལ་དེ་འདྲའི་གཉེན་ཁ་འགྲོ་ཁར་ཟེར་གྱི་ཡོད་ན་དེ་འདྲ་བྱས་ཏེ། ང་ཚང་མ་གི། ཕན་བདེའི་འབྱུང་གནས་གཙོ་བོ་དེ་རྒྱ་བོད་རིན་པོ་ཆེའི་ཆ་དེར་བོད་མི་ཚང་མས་ཁས་ལེན་བརྩམས་པ་ལ་ད་དེའི་བཀའ་དྲིན་སྲུང་བརྩི་ཞུས་པ་དང་སྦྲགས་ནས་ད་ལོ་ད་ད་མཁས་པའི་བགྲོ་གླེང་ཡིན་ན་གོ་རླབས་ཆེན་པོ་ཆགས་པ་རེད་འདི་ཡང་མཁས་པ་རྣམས་ལྷག་དེ་ད་འདིའི་གི་བགྲོ་གླེང་འདི་གི་ཧིན་དྷིའི་སྐད་ཀྱི་ཧིན་དྷིའི་མི་མང་ལ་གནོད་སྙོབ་ཡས། རྒྱ་སྐད་ཀྱི་རྒྱ་སྐད་མི་མང་ལ་སྙོབ་ཡས། དྲ་རྒྱའི་བརྒྱུད་ལམ་དེ་ག་བ་ག་ལ་འགྲོ་ཐུབ་སྙོབ་ཐུབ་ཡས་ཟེར་བ་དེ་འདི་ཕན་ཐོགས་ཆེན་པོ་བྱུང་བ་རེད་དེ་ག་ནང་བཞིན་ཤེས་རིག་ལས་ཁུངས་ཀྱི་ད་ཁྱེད་ཀྱིས་གསུངས་པ་ནང་བཞིན་དཔེ་དེབ་བློ་ཡས་ཀྱི་ལེ་ཚན། བྱུས་ཡས་དང་དེ་ག་ནང་བཞིན་གྱི་སྒྲུང་བཤད་བྱེད་མི་མང་ལ་ཡང་སྐུལ་སློང་སྤེལ་དེ་ག་དེ་ག་རེད་ཟེར་ན། དེའི་གི་ཏན་ཏན་ད་ང་ཚོ་ཧ་ཟེར་ན། ཐོས་པ་གཏི་མུག་མུན་སེལ་སྒྲོན་མེ་ཡིན་ལ་རུ་བ་ག་ཚོད་ནས་ཚང་མ་ཐོས་འོ་རེད་བསམ་འདུག་ཐོས་ཡས་ལ་ཀློག། སྒྲུང་ཉན་ནས་ཐོས་ཡས་ཅིག་ཡོད་རེད་ཀློག་ནས་ཤེས་ཡས་ཅིག་ཡོད་རུ་བ་དེ་གཉིས་ཆ་དགོས་འདོད་ཙམ་པ་ང་ཚོ་གལ་ཆེ་ཤོས་དེ་ག་ཚོད་ཅིག་གི་ཐོས་པ་མང་པོ་ཡང་དེ་ག་ཟིག་གི་སོ་སོ་ལ་གོམས་སྟོབས་དང་སོ་སོ་ལ་བློ་སྟོབས་ཁྱེར་འགྲོ་དུ་མ་སོ་སོ་མྱུ་གུ་བྲི་ཡས་ནས་དང་ཁ་ནས་ཤེས་ཡས་ནས་ཡར་འགྲོ་ཡས་མི་ཆོས་ཉིད་རེད། དཔེར་ཕྱིན་ན། འདི་རྒྱ་གར་གྱི་ནང་ལོགས་ལ། སྙན་ངག་མཁན་བྱོལ། ཁོས་ག་རེ་བཤད་ཀྱི་རེད་ཟེར་ན། ངས་ཀྱི། ང་ཤུ་གུ། ཤོག་ལྷེ་ཀ་ཅིག་བྲིས་ཡས་ལ། ཤོག་ལྷེ་ཀ་ཅིག་ང་བྲིས་ཡས་ལ་ཀློག་གོ། བྲིས་ཡས་ལ་ག་རེ་གོ་རེད་ཟེར་ན། མ་མཐའ་ཚང་ཤོག་ལྷེ་ཀ་ཉིས་སྟོང་ཀློག་མེད་ན་ང་ཤོག་ལྷེ་ཀ་བྲིས་ཡས་ཀྱི་ང་ལ་ཐོབ་ཐང་ཡོད་མ་རེད་ལབ་ཡོད། ཁ་ཟེར་ན། ང་གཞུང་གི་འཚམས་འདྲི་ཡོད་མ་རེད།

ད་ལྟའི་གི་ལས་རིམ་འདི་ཚོའི་ཐོག་ནས་བྱིས་པའི་ནང་ལོགས་ལ་ཨནི་བོད་པའི་གི་གནས་སྟངས་འགའ་ལ་གློག་ཡས་གི་གོམས་གཤིས་སླེ། གློག་ཡས་གོམས་གཤིས་སླེ་བ་ན་སྤུ་གུ་ཆུན་ཆུན་གི་སོ་སོའི་ཕ་མའི་སྐད་གློ་བ་ན་གོ་ཡག་ག་ཚུལ་གུ་རུ་བ་མཉམ་དུ། སྐད་ཡིག་ཡག་གེ་འདུག་ཡས་བརྡ་སྤྲོད་ཡག་གེ་འདུག་ཡས་བོད་པའི་གནས་སྟངས་ཤེས་ཡས་བོད་པའི་སྒྲུང་ཤེས་ཡས་བོད་པའི་གི་ཆོས་འབྱུང་ཤེས་ཡས་རྒྱལ་རབས་ཤེས་ཡས་རིག་གཞུང་ཤེས་ཡས་ལས་ཕན་ཐོག་ཡོད་པ་འདི་ཡག་པོ་ཆགས་ན་ཨ་ནི་ཞུ་མ་སྐད་ཡིག་གཉིས་པ་སྦྱང་བའི་སྐབས་སུ་རང་བཞིན་གི་མི་དེ་ལ་ངའི་སོ་སོ་ཕ་མའི་གི་སྐད་དེ་མ་སྐད་དེ་ཡག་པོ་ཡོད་དུས་ཕ་སྐད་དེ་མ་རྩ་ཤུགས་ཆེན་པོ་ཡོད་དུས་བརྩམས་པ་ལ། ཨ་དེ་ག་དང་ཞེས་ཁྱེད་ཞེ་དཔག་ཏུ་དཔེ་ལེགས་སླ་བོ་ཆགས་ཀྱི་འདུག་དེང་སང་བ་ན་ད་རེས་ཀྱི་གློག་ཡས་ཀྱི་ལས་རིམ་འདིའི་བརྒྱུད་ནས་ཏན་ཏན་བོད་པའི་སྤྱི་ཚོགས་ནང་ལ་ཕན་ཐོགས་ཆེན་པོ་བྱུང་བ་རེད་བསམ་གྱི་འདུག་ད། གཞོན་སྐྱེས་མང་པོ་ཅིག་གིས་གློག་བ་ལ་ང་ཚོ་བོད་པའི་སྤྱི་ཚོགས་ནང་དེབ་དེ་དཔེ་དཀོན་པོ་རེད། ཆོས་འབྱུང་དང་རྒྱལ་རབས་དང་མང་པོ་ཡོད་རེད་ནས་བྱིས་པ་ལ་དཔར་བའི་དེབ་ཉུང་ཉུང་ཡོད་ཙང་དེ་འདྲས་ཀྱི་ཆེད་མངགས་བྱིས་པའི་དེབ་མང་པོ་དཔར་རྒྱག་བྱས་དེ་གི་ཕན་ཐོགས་ངེས་ཅན་ཡོང་གི་རེད་བསམ་ད། བྱིས་པ་ལ་གློག་ཡའི་ཆ་རྐྱེན་དེ་ཤེས་རིག་ལས་ཁུངས་བསྐྲུན་བཞག་པ་རེད་ད་དེ་གློག་ཡས་དེ་སློབ་ཕྲུག་ཚོ་རེད་སློབ་བཅུ་བའི་བྱས་ལ།

འདི་གནང་ལུགས་འདི་ཕ་ད་དུས་གསུམ་ཕལ་ཆེར་བོན་ཆེ་ཤོས་ཡིན་ན་འདྲ་ད་ཅིག་ད་དེང་གི་གོང་ལས་ད་འགྲོ་སོང་དེ་གལ་ཆེན་པོ་མ་རེད་གསུང་གི་འདུག་དེ་ཡིན་ན་ད་དེང་གི་གཞུང་དབུས་འདི་ཟེར་མ་ཡིན་བོན་ཆེན་པོ་བཏང་བཞག་ཐོག་དཔེ་ཆ་ཆ་ནང་ད་ཀིརྟི་རིན་པོ་ཆེ་སོགས་ཀྱི་རྩོམ་སྒྲིག་གནང་བཞག་ཡོད་ཀྱི་ལོ་དེ་ལོ་ཟེར་དགོས་རྐྱེན་ལྟ་བུ་ཚུན་ན་དཔེ་དེབ་སྐོར་བ་ཕལ་ཆེར་པོད་གྲངས་ཁྱོན་བསྡོམས་དྲུག་བདུན་ཅུ་ལྷག་མ་སེམས་གཅིག་ཏུ་ཕལ་ཆེར་དགེ་རྒན་གྱི་ལམ་སྟོན་དང་དེ་འདྲའི་ཚིག་ནས་ཕལ་ཆེར་ད་དེ་འདྲའི་ཅིག་ད་ཅིག་ཀྱང་ད་ཆོས་རིག་གི་ལས་གཞི་ན། ཟེར་ཅིག་གནས་མཁའ་འགྲོ་གར་ཟེར་ན་ཇི་མ་དེ་གཅིག་ནས་རིན་མེད་ག་ལ་དྲན་པས་གནང་གི་རེད་གསུང་གི་འདུག་དེ་དེ་དྲན་པས་འགྲོ་ག་གང་གནང་གི་ཡོད་མེད་ད་ཅིག་དེ་འདྲས་ག་ལ་ཅིག། ད་ཆོས་རིག་ལས་ཁུངས་ཀྱི་ད་དཔར་སྐྲུན་བྱས་བཞག་པའི་ཀྱི་སྐྱབས་རྗེ་ཀིརྟི་རིན་པོ་ཆེ་གི་ད་བོད་པའི་ཀྱི་སློབ་གྲྭ་ཁག་གི་བསླབ་གཞི་ད་དེ་བ་ཇོ་བོ་ཀའི་བསླབ་གཞི་ཆོས་འབྱུང་བསླབ་གཞི་རྒྱལ་རབས་བསླབ་གཞི་འདུག་དེ་ག་རེ་ནས་དཔར་བརྒྱབ་ལས་ཟེར་ན་ད་ང་ཚོའི་ཀྱི་ཆོས་འབྱུང་ནང་ལོགས་ལ

འགྲོ་བ་དང་ལྟ་དེ་ངས་བློ་གྲོས་ལྷད་ལ་འགྲོ་ཡོད་དེ་ཡང་དེང་སང་སྤུ་བོ་གི་ནུས་པ་ལ་བབས་འགྲོ་གི་ལས་ཞིག་འདུག་ཨ་ཅེ་ཙམ་པ་འདིའི་ཁོང་འགྲོ་སྟངས་གཅིག་རེད་བསམ་གྱི་འདུག་བྱས་ཙང་དུས་ཚོད་ཙམ་པ་ལ་ཨེ་ཆོད་འཇུག་ཨ་མདའ། ཀིརྟི་རིན་པོ་ཆེ་གིས་ལྗགས་གསུམ་གནང་བའི་གི་ཀློག་དེབ་འདི་ནང་ལོགས་ལ་ཨ་ནི། སྔོན་འགྲོ་ནས་ཡི་གེ་དེ་འདྲ་བདུན་པ་བརྒྱད་པ་གི་བར་དུ་བ་ཀློག་དེ་རེད་ད་འདི་ནང་ལོགས་ལ་ཁོ་ཀློག་དེབ་ཟིན་བྲིས་ཚང་མའི་བློ་འདོད་གཅིག་བྱས། ཨ་དེ་ག་ནང་བཞིན་གྱི་སྐར་ཆ་གཅིག་བྱས། དེ་ག་ནང་བཞིན་དགེ་རྒན་ལམ་སྟོན་བྱས་ནས་ག་འདོད་དེབ་བདུན་ཅུ་མ་སེམས་ཤི་ཡོད་རེད་དགེ་རྒན་ཚང་མ་རིན་མེད་འགྲེམས་སྤེལ་བྱས་ཡ་དེ་དམིགས་ཡུལ་དེ་ག་རེད་ཟེར་ན། འདིའི་ནང་ལོགས་ལ་ཆ་འདི་བལྟ་བ་ཙམ་གྱིས། རྙིང་མ་ཡིན་ནས་ས་སྐྱ་ཡིན་ནས་བཀའ་བརྒྱུད་ཡིན་ནས་དགེ་ལུགས་ཡིན་ནས་ཇོ་ནང་ཡིན་ནས་བོན་པོ་ཚང་མ་ཤེས་ཡས་ཀྱི་ལ་ཁ་ཅིག་འདི་ན་ཡོད་དེ་ཙམ་པ་འདིའི་གི་ཀུན་སློང་ཁེངས་ནས་དེ་ཨ་ནི་ཆེད་མངགས་དེབ་དེ་པར་བརྒྱབ་པ་རེད་དེ་དེ་པར་བརྒྱབ་དེ་ཙམ་པ་ལ་དེ་དེབ་དེ་ང་ཚོས་དངོས་གནས་ཟེར་ན་ད་དཔེ་མང་པོ་ཕུལ་དགོས་བ་དེ་ཡིན་ནས་ང་ཚོས་ཀྱི་ཡང

ཆོས་རིག་ལས་ཁུངས་དཔར་རྒྱག་གི་འགན་འཁེལ་བྱས། བང་མཛོད་ཀྱི་འགྲོ་སོང་བཏང་ཡས་སྨྱུག་རྩེའུ་ཁ་ར་ས་འདིའི་གི། བཀྲམ་ཡས། ད་ང་ཚོ་དེབ། ག་ཚོད་ཟིན་པར་འདུག་གཅིག་སྟོང་ཟིན་པར་འདུག་དཔར་ཡོད་མ་རེད། གཅིག་སྟོང། གཅིག་སྟོང་ད་སྣ་ཁ་བདུན་ཅུ་དེ་གཅིག་སྟོང་དཔར་དགོས་བ། མང་པོ་རེད་བ། ད་ནས་བདུན་ཅུ་དེ། ཆ་གཅིག་རེད་བ་དེ་སྔོན་འགྲོ་ནས་འདི་གོ་བ་པོ་དེ་ཡོད་རེད་ཆ་གཅིག་རེད་བ་ད་འདི། དགོན་སྡེ། ཕྱེད་ཀ་ལ་ལྔ་དྲུག། ཆུང་ང་ལ་གཉིས་གསུམ། སློབ་གྲྭ་ཕྱེད་ཀ་ལ། བཞི་ལྔ། སློབ་གྲྭ་ཆུང་ལྔ་དང་གཉིས་གསུམ། ཨ་དེ་སྔ་ན་བཞིན་ཧི་མ་ལ་ཡའི་དགོན་པ། ཨ་བོད་པའི་དགོན་པ་ཚང་མ་ལ་རྫི་མས་བཀྲམ། ད་རི་མས་བཀྲམ་བྱས་ཁར་འདི་གི་ཀུན་དབང་ག་རེ་ཟེར་ན། ཨ་ནི་འདི་དཔེ་མཛོད་ནང་བཞག་ནས་བལྟ་ཡས་ཡོད་རྒྱུ། སོ་སོར་འཛིན་གྲྭ་ཆིངས་ཡང་སོ་སོ་གི། དཔྱད་ཤེས་ཀྱི་དེབ་དེ་ནི་སྔོན་ནས་མངོན་ཡས་ཡོད་རྒྱུ། ཡང་དགེ་ལགས་ཚོ་གི་དེབ་འདི་ཀློག་བྱེད་ཆེད་འདི་ནང་ག་འདི་བསླབ་བཞག། འདི་ཧ་རེ་ཟེར་ན་སྔ་མོའི་བོད་པའི་གི་ཆོས་འབྱུང་དང་རྒྱལ་རབས་དང་བརྡ་སྤྲོད་ཚང་མ་ཡོད་པ་གང་ཞིག་ལ། ཨ་ཁྲི་དང་ཐི་ལུ་དེང་སང་དང་མཐུན་པ་དེ་བཟོས། དོན་ཙམ་པ་འདི་ལྟར་ང་འདི་དེབ་འདི་འགའ་ངས་ཞིབ་ཆ་ངས་ཀློག་ཡོང་མ་ད་ག་ད་པར་རྒྱ་འགན་ཆུ་རི་ལུང་འགན་འཁྱེར་བ་རུ་བ་ཡིན་པ་ཡང་འདི་ཐུ་བོན་ཚོན་བ་ཡོད་པ་འདི་སྐབས་དུས་དུས་དབུ་འཛིན་ཟེར་བ་ང་ཡང་གི་བཅར་ཡོད་བ་འདི་འདྲའི་བྱས་ཏེ་འདིའི་ཀུན་སློང་འདི་ག་རེད་ཟེར་ན། འདི་འདྲའི་གི་དཔྱད་གཞིའི་ཡིག་ཆའི་ཆ་ཡ་དང་ད་འདི་ཡག་པོ་བྱུང་ན་གཞུང་མང་ང་ཚོ་ནས་སྙུན་བར་གོ་ན་ལྟ་བྱུག་རུ་བ་འདི་གི་ད་ངས་གི་འདི་སྐབས་སྐབས་ལ་ང་ཚོ་ཡང་འགྲོ་སོང་བཏང་དགོ་ས་ལ་བཏང་དགོ་རེད་བསམ་འདུག། ཆ་བགོས་འདི་འབུམ་དྲུག་ཅུ་བཞག་པ་རེད། ཡིན་ནའི་དྲུག་ཅུ་འགྲོ་ས་མ་རེད། ང་ཚོས་ག་ད་ན་དཔར་སྐྲུན་བྱེད་དུས་ཙམ་པ་ལ་ད་ང་ཚོ་ཡང། རྒྱ་གར་མི་ཐུགས་རྗེ་བཀའ་དྲིན་གྱི་གནས་བབ་ཡག་པོ་ཡོད་དེ་ནས་ཡང་སྲིད་སྲ་ཟིང་དཔེ་གལ་ཆེན་པོ་རུ་བ་བྱེད་ཙང་ཆོས་རིག་ལས་ཁུངས་ཀྱི་ཀང་ཁོང་རྫི་རྒན་ཁིང་རྒྱལ་ཚོད་ཀྱིས་ལྡི་ལི་ལ་པར་སྐྲུན་ཁང་གཉིས་གསུམ་ལ་གྲོས་བསྡུར་བྱས་ཕ་གའི་རྟ་དེ་རྟ་མཐའ་མ་དེ་པས་གོང་ཡག་པོ་བཞུགས་རག་ཤག་འདི་གོང་ཚད་ལྡན་གོང་ཡག་པོ་ཡོད་པ་ན་བཞིན

སོ་སོ་གིས་དེབ་ཉོས་ན་གོང་དེ་དུས་བློ་ཡལ་འབྱོར་བ་དེ་མེད་པ་བྱས་ཨོ་དེ་ཆོས་རིག་ལས་ཁུངས་ཆེད་མངགས་སྐྱིད་སྡུག་རིན་པོ་ཆེ་གི་ལྗགས་རྩོམ་ནང་ཆོས་རིག་ལས་འཆར་བཀྲམ་ཞེས་འདི་ང་དེ་རིང་དེབ་འགའ་ཀློག་ཞིང་ངེད་ཀྱི་སྐལ་ལ་ཚོ་ཡིན་ནའི་འདྲ་སློབ་ཕྲུག་ཡིན་ནའི་འདྲ་དགེ་བཤེས་དང་མཁན་པོ་དགེ་རྒན་དཔེ་ཁྲིད་གནང་མཁན་སུ་ཡིན་ནའི་འདྲ་དགེ་བཤེས་འདི་ནང་སློབ་སྦྱོང་བྱེད་མཁན་གྲྭ་བཙུན་སུ་ཡིན་ནའི་འདི་ངའི་ལྟ་ཡས་དང་བློ་ཡས་དེ་གལ་ཆེན་པོ་རེད་བསམ་འདུག་འདི་ཀློག་པ་ཡིན་ན་འདི་ང་ཚོའི།

ད་དཔེར་ན་ང་ཚོ་ཀྱི་ཟླ་དྲུག་གི་སྐོར་གཅིག་དང་དེ་ནས་སྙན་ངག་གི་སྐོར་གཅིག་དང་དེ་ནས་རྒྱལ་རབས་དང་ལོ་རྒྱུས་ཀྱི་སྐོར་དང་དེ་ནས་ཆོས་འབྱུང་གི་སྐོར་དེ་ནས་ནང་པའི་ལྟ་གྲུབ་དང་དེ་ནས་སྤུ་གུ་ཚད་མ་རིག་པའི་སྐོར་དང་དེ་ནས་དེའི་མི་རྗེ་ལྷོ་ཚན་གྱི་རྒྱབ་ལྗོངས་ཀྱི་ཡང་ཅི་ཡི་གནས་ཚུལ་མང་པོ་ཅིག་ཡོད་བསྡད་པ་ཅིག་དེ་ནས་ལྷོ་སྟེ་གཞན་ལྟ་གཅིག་དེ་བློ་འཛིན་གྱི་ལྷོ་སྟེ་ཀྱི་རྩ་བའི་ཀྱི་ནང་སྟོང་གི་ཚད་མ་རོ་དེ་འདྲ་རེད་ད་ནི་ནང་སྟོང་ཞིབ་ཕྲ་ནོར་གྱི་ཡོད་ཡིན་ན་ད་དཔེར་ན་འདི་ལ་ངོ་འགྲོ་གྱི་ཚན་པ་གཅིག་ཙི་ནས་ད་དམིགས་ཚིག་བྱས་ན་ཐང་སྟོང་དེ་ངོ་འགྲོ་གྱི་ཚན་པ་རེད།

དེ་ནས་འཛིན་གྲྭ་དང་པོ་ནས་འཛིན་གྲྭ་གསུམ་པ་བར་ལ་དང་འཛིན་གྲྭ་རེ་རེ་ལ་ལྷོ་དེབ་ལྔ་ལྔ་གཅིག་བསྡུས་ནས་བསྡོམས་པའི་ལྷོ་དེབ་བཅོ་ལྔ་ཡོད་པ་རེད། ད་ལྷོ་དེབ་བཅོ་ལྔ་གི་མི་ཚེ་གཙོ་བོ་དེ། ལི་ཏང་ཝུའུ་ཡི་ལྷོ་གཉིས་བ་གཅིག་ལ། པུའུ་ཝུའུ་ཆུས་དང་རིག་གནས་ཀྱི་རྨང་གཞིའི་གཞི་གཞུང་དེ། ངོ་སྤྲོད་བྱེད་ཡ་ཕྱོགས་བསྟན་པ་དང་དེ་ནས་ངོ་སྤྲོད་བྱེད་ཡ་གཙོ་བོ། ད་སྒྲིག་སྟངས་གི་རིམ་པ་དེ་ནས་ཀྱིས་བསྒྲིགས་གནང་ཡོད་པ་རེད། དེ་ནས་གནད་འགག་ཆེ་ཡོད་དེ། ད་འཛིན་གྲྭ་བཞི་བ་ནས་འཛིན་གྲྭ་དགུ་བ་བར་དུ་རེད།

དེ་ནས་ལྷོ་སྟེང་གསུམ་པ་གསུམ་པ་དེ་རྒྱལ་རབས་དང་ལོ་རྒྱུས་ཀྱི་སྐོར་རེད། དེ་ནས་བཞི་བ་དེ་ཆོས་འབྱུང་གི་སྐོར་རེད། དེ་ནས་ལྔ་བ་དེ་ནང་བའི་ལྟ་གྲུབ་དང་དེ་ནས་ཚད་མ་རིག་པའི་སྐོར་བཅས་དེ་མིག་གིས། ད་བྲི་པ་དེ། སི་ཀོ་ལྷོ་སྟེང་ཤེས་བྱའི་བང་མཛོད་ཟེར་དེ་རྒྱབ་ལྗོངས་ཀྱི་གནས་ཚུལ་གསར་བསྡུས་པ་དེ་རེད། དེ་ནས་བདུན་པ་དེ། ད་ངེད་གཞིས་ལྷོ་ཚལ་དེ་དག་དང་འབྲེལ་བསྡུས་པའི། རྩ་བ་དང་དེ་ནས་སྡོམ་ཚིག་དང་དེ་ནས་ག་ནས་ཆད་བཅས་བློ་འཛིན་བྱེད་ཡའི་རིགས་དེ་བཞིན་ནི་ད་བློ་འཛིན་ཚན་པ་བཅས་ནས་བདུན་པའི། ངས་གོང་དུ་ཞུས་བ་དེ་ནས་འཛིན་གྲྭ་བཞི་བ་ནས་འཛིན་གྲྭ་དགུ་བ་བར་དུ་ད་འཛིན་གྲྭ་རེ་རེ་ལ་ལྷོ་སྟེང་བདུན་བདུན། ད་ཆུང་བསྡོམས་ནང་དྲོངས་ཟེར་ན་དེ་ངོ་འགྲོ་དེ་ལ་དེ་ཆགས་སོང་ང་ད་ལྷོ་ལྟེབ་མ་འདྲ་བ་བཞི་ཆགས་སོང་ང་ལ། དེ་ནས་འཛིན་གྲྭ་དང་པོ་ནས་འཛིན་གྲྭ་གསུམ་པ་བར་དུ་ད་འཛིན་གྲྭ་རེ་རེ་ལ་ལྷོ་ལྟེབ་ང་ལྔ་གཅིག་བདུན་ད་ལྷོ་ལྟེབ་བཅོ་ལྔ་ཆགས་སོང་ང་ལ། དེ་ནས་འཛིན་གྲྭ་བཞི་བ་ནས་འཛིན་གྲྭ་དགུ་བ་བར་དུ་ད་འཛིན་གྲྭ་རེ་རེ་ལ་ལྷོ་ལྟེབ་བདུན་བདུན་གཅིག་དེ་འཛིན་ལྷོ་ལྟེབ་བཞི་བཞི་ཞེ་གཉིས་ཡོད་རེད། ད་འདི་སྒང་ལ་དེ་བས་གཅིག་དེ་དེ་ཡོད་རེད་ད་ཡིད་གཟུགས་གཅིག་ཡོད་རེད། ད་ཡིད་གཟུགས་གི་མ་ཤི་དེ་ལ་ཡང་འོད་ཅན་འོད་མིན་དེ་ནས་ད་འོས་མེད་ཁོང་ཡང་འབྲི་ཚ་དང་ཚུར་ཐང་ཚུར་རུང་ཚུར་མ་གཅིག་ཆ་ཚང་བ། དེ་ནས་འོས་ཅན་ཡང་དེ། ཡོད་དེ་བ་དེ་ནས་ལན་ཛ་བ་ཏི་དང་གཅིག་བས་ཆ་ཚང་བ། དེ་ཙམ་མ་ཡིན་པ་དེ་རྒྱབ་ལྗོངས་གི་ཡང་ང་ཚོ་བས་ན་ཐན་དང་པོ། ད་ང་ཚོ་ཀྱི་གནའ་སྔ་མོ་བོད་ཡིག་བྲི་སྟངས་དེ་དེ་རིགས་མི་འདུག་བ། ད་དང་སང་གི་ཉི་གུ་དེ་མ་ཡིན་པ་ཀུ། ད་ཉི་མ་བཏུབ་ནས་བཟོ་བས་ནོ་ཅིག་འདུག་བ་དེ་རྗེས་དེ་ཐང་དང་བོ་ཉི་གུ་གི་རྒྱུ་ཆ་ནས་བཟུང་དེ། ད་ཡིག་གཟུགས་དང་འབྲེལ་བའི་ཤེས་བྱ་མང་པོ་ཅིག་བཞག་ཡོད་རེད། ཏི་རྒྱབ་ལྗོངས་ངོས་ནས་ཚིག་གཅོད་ནི་དཔེར་ན་དེར་སངས་རྒྱས་རྒྱ་མཚོ་གི་ཡིག་གི་ཐིག་ཚག་གིས་མཚོན་པའི། ཏཱ་ཏི་རྒྱབ་ལྗོངས་ཀྱི་ཤེས་བྱ་མང་པོ་ཞིག་མིག་སི་ཀོ་ལྷོ་སྟེང་ན་བཞག་ཡོད། ཏི་ཇི་ཏི་གང་ལྟར་ཀྱང། ཡིག་གཟུགས་ཀྱི། བྱང་དེབ་གཅིག་དང། ཏཱ་ཏིའི་ལྷོ་དེབ་གཅིག་དང་དེ་ནི། ཡིག་གཟུགས་ཀྱི་ཁོ་ཚོ་ཡིག་གཟུགས་བསྒྲིགས་ས་གི་བྱང་དེབ་མ་འདྲ་བ་ལྔ་ཡོད་རེད། སྔ་ཕྱི་དེ་དེབ་བསྒྲིགས་ཆགས་སོང། དེ་ནས་ད་དགེ་རྒན་གྱི་ལག་དེབ་གཅིག། དེ་ནས་ལྷོ། ད་ལྷོ་མ་སྤྱི་ཡོངས་ཀྱི་ཐུང་ངུ་གི། ད་ཞོ་ཁ་གི་ཞལ་འདོན་དང་དེ་ནས་དགུང་ཟླ་གི་ཞལ་འདོན་དེ་རིམ་པ་གཅིག་ཏི་ཇི་ཏི་བདུན་པའི་དེབ་ཁྲི་ཆེར་དབྱེ་གི་ཡོད་རེད།

བློ་གསལ་ཀློག་འདོད་བློ་གསལ་དགོས་རྒྱུ་དེ་སུའི་ཆེད་དུ་ཅིག་མིང་ཡང་ནི་ཅིག་རྩོམ་འབྲི་རྩལ་ཡོད་མེད་དང་ནི་ཅིག་དེ་རྩོམ་འབྲི་རྩལ་དགོས་དོན་འདི་དང་ཅིག་དམིགས་ཡུལ་རུ་དགོངས་པ་འགྲོ་འདི་གར་བཤད་ཡོད་མེད་དེ་ཡང་ཅིག། ད་འདི་ད་རིན་པོ་ཆེ་འདི་ད་སུའི་ཆེད་དུ་རེད་ཟེར་ན་གཙོ་བོ་དེ་རེད་བྱས། རྩ་བའི་ད་སྤུ་གུ་ཁྱུ་དང་རིག་གནས་ལ་ལྷོ་གཞུང་ད་དོ་སྣང་ཡོད་མཁན་དང་ལྷོ་གཞུང་ཅིག་འདོད་མཁན་གྱི་ད་རིས་མེད་ཆ་ཚང་བ་ད་དཔེར་ན་སྐྱ་སེར་རིས་མེད་ཕོ་མོ་རིས་མེད་དེ་ནི་མི་རིགས་དང་ཡུལ་ལུང་རིས་མེད་གྱི་སྤུ་གུ་ཁྱུ་དང་རིག་གནས་ལ་དོ་སྣང་ཅེས་འདོགས་མཁན་དང་ལྷོ་ཕྱོགས་ཞེས་འདོགས་མཁན་ཆ་ཚང་གི་ཆེད་དུ་རེད། དེའི་ནང་གི་དམིགས་སུ་བཀར་ནས་ཆེད་དུ་དམིགས་བསལ་གང་ཡིན་ཟེར་ན། གང་ཟེར་ན་གཙོ་བོ་དེ་རེད་ཟེར། པུའུ་ཕྱི་ནང་གི་ཆུ་རྒྱུད་རིས་མེད་ཀྱི་དགོན་སྡེ་ཁག་གི་གཞུང་གཅིག་གི་རབ་བྱུང་ཕོ་མོ་དུས་ཚོད། ད་རིན་པོ་ཆེའི་རྟ་འདི་ཀོ་དགོན་པ་ཞིག་དང་གཙོ་བོ་དེ། ད་ངས་མཁས་ཙང་གཞན་དག་ལ་ཞུ་བ་ཡིན། རྩ་བའི། མ་འོངས་བར་གྱི་པུའུ་མི་རིགས་ཀྱི་མདུན་ལམ་དང་པུའུ་ཀྱི་ཆོས་སྲིད་ཀྱི་འཕེལ་རྒྱས་དེ་ག་འདྲ་ཡོང་དང་མི་ཡོང་ཟེར་ཡ་དེ་དྭངས་སང་ང་ཚོས་ད་ཚར་ལོངས་བྱུང་བཞིན་པའི་གཞུང་གཅིག་དུས་ཚོད་ར་རག་ལས་འདུག་ཨ་ལས། ཏེ་ཅི་སྟེ་དེ་ལས་ཏིང་འཛིན་གཞུང་གཅིག་ཏུ། གཏང་རག་གི་ཤེས་ཡོན་དང་དེ་དང་མཉམ་དུ་སྤུ་རང་གི་ཧྲུའུ་ཅིང་གི་ཤེས་ཡོན་མང་ཆེ་བརྟན་པོ་དང་དེ་ནི་ཚད་ལྡན་ཡོད་པ་ཧ་ཅང་གི་གནད་འགག་ཅིག་ཡོད་དགོས་ཧ་ཅང་གི་གནད་འགག་ཆེན་པོ་ཡིན་པ་སྟེ་ད་རིན་པོ་ཆེའི་དགོངས་པའི་རྩ་བློ་གཅིག་དེ་རེད། དེ་ནས་གཉིས་པ་ནི་ལྷག་པར་དུ་ད་སྤུའི་ཕྱི་ནང་གི་ཆོས་བརྒྱུད་རིས་མེད་ཀྱི་དགོན་སྡེ་ཁག་གི་གཞུང་གཅིག་གི་རང་སྐྱོང་དཔུང་པོ་དེ་ཚོ། དངོས་གནས་ཀྱིས། ཁྱེད་དང་ད་གཅིག་ཧྲང་ཡག་ཤོས་གཅིག་ཐུབ་མ་ཐུབ་ཟེར་བ་དེ་ཆོས་བརྒྱུད་སོ་སོ་དང་དེ་ནས་དགོན་སྡེ་ཞེ་དྲག་པ་འགའ་ཞིག་གི་ཆེད་དུ་མ་ཡིན་པ། གཏན་ནས་སྟོང་རྩ་མ་ཡིན་པ་མ་འོངས་བར་གྱི་པུའུ་མུ་རི་ཏྲན་ཧྲི་དང་བཅས་པའི་ཆ་ཚང་གི་གནད་འགག་ཐིག་གསར་ལོག་ཕ་སྟེ་ན། ཅེས་ནང་བ་ཚང་བརྗེ་བའི་ཆུས་དང་འདྲེས་འདྲེས་པའི་ལོ་རྒྱུས་ཆགས་འདུག་བ་ལ། དེ་རྗེས་དེས་མ་འོངས་བར་གྱི་པུའུ་རྗེ་གི་ནང་བསྟན་པོ་ག་བ་གངས་ཅན་དུ་དར་བའི་སངས་རྒྱས་ཀྱི་བསྟན་པ་དེ་ཡུན་དུ་གནས་མི་གནས་ཁོ་དུས་རབས་དང། ད་དུས་རབས་ཀྱི་འབྲུག་དང་མཐུན་པའི་སྟངས་ནས། འཕེལ་རྒྱས་འགྲོ་ཐུབ་མི་ཐུབ་དང་དེ་ནས་ཡིན་ནས་ཐུབ་མི་ཐུབ་ཟེར་ཡ་དེ་གཙོ་བོ་དེ་རེད། དེང་སང་ཆོས་སྡེ་ཁག་ནས་འཚར་ལོངས་བྱུང་དང་འབྱུང་བཞིན་པའི་གཞུང་གཅིག་གི་རབ་བྱུང་ཕོ་མོ་ལྟོས་བཟོ་སྐོར་གྱི་གསོ་སྐྱོང་ཡག་པོ་ཅིག་བྱེད་ཐུབ་མ་ཐུབ་དང། དེ་ཡང་ད་ཆོས་བརྒྱུད་སོ་སོའི་གི་སྦྱང་བྱ་གི་གཞུང་རྩ་མ་ཡིན་པ། ད་ལྟའི་མང་གཞི་གི་ཐུན་མོང་གི་རིག་གནས་དང་དེ་དང་འབྲེལ་ནས་ད་སྟངས་འདིའི་གི་ད་ངེས་པར་ཁོའི་ཤེས་བྱ་མང་པོ་ཅིག་མདོར་ན་ཤེས་ཡོན་སྣ་དྲངས་འཛོམས་པ་ཅིག། ད་བོད་རང་གི་གནའ་སྔ་མོ་ཞེ་སྡང་བྱས་པ་ཡིན་ན། ད། བ། བཀའ་སྩལ། ད་ཁྱེད་ཚོགས་གཙོ་གསུམ། ཁྱིམ་པ་ལ་ཁྱི་བ། རྩོམ་པ་ལ་ཁྱི་བ། རྩོག་པ་ལ་ཁྱི་བ། ཁྱེད་ཚོགས་གཙོ་གསུམ་ལ་ཁྱི་བ། ཨོ་དེ་འགྲིག་ཅིག་ཡོང་བ་གལ་ཆེན་པོ། དེ་ཡང་ཕྱོགས་ཡོངས་ཀྱི་གནས་ཚུལ་མཐོང་མཁན་ཞིག་ཡོང་དགོས་པ་གལ་ཆེན་པོ་ཡིན་པ་ཡིན། དེ་ལྟ་དེ་ལྷོ་སྟོད་གངས་རང་ནང་ལོགས་ལ། བུ་གཅིག། དེ་རྗེས་རུམ་ཐིག་བཏང་ནས་ཚར་ལོངས་ཞུ་མཁན་བུ་གཅིག། ཆ་ཚང་བ་མཐོང་བདེ་མཁན་གཅིག་ཆ་ཚང་འགུལ་ཚུལ་བདེ་མཁན་གཅིག། ད་གང་ཡིན་ན་ཁོ་ནག་ཁོང་མ་ལྷ་བ་གཅིག་ཡིན་རུང་ཚུར་ཁོ་ད་དེ་འདྲིའི་གི་ད་བོད་པ་གཅིག་དང་དེ་འདྲིའི་གི་རབ་བྱུང་ཕོ་མོ་གཅིག་ཡོང་ཡག་གི་ཆེད་དུ་དགོན་པ་བཞེངས་ནས་ད་ལྷོ་སྟེང་དེ་ཇག་སྒྲིག་གནང་བ་རེད་ལ་ད་རིན་པོ་ཆེ་དགོན་པ་ད་ད་དགོན་གཞི་ནང་གཙོ་བོ་དེ་རེད། ལོས།
ལོས། ཨ་ནི་སྐད་རིང་དུ་སེང་གེ་ལ་དེར་ང་ཚོའི་ཆུ་ཚོད་རྐྱེན་པས་ད་ཅིག་རེ་རིམ་བདག་རང་བཅུག་འགྲོ་དགོས་སྐྱེས་སོང། ཨ་ནི་རྒན་ལ་དེའི་ཕེ་བ་དེ་བཀའ་དྲིན་ཆེ་ཞུ་ངེས། ལོས།